ད་བོད་གླིང་བ་འཕྲོག་ཁྲིད་པའི་ལས་རབས་གཟིགས་ཉན་གྱི་ཕྱི་ར་ཅེས་པའི་གངས་ཅན་པ་ཚང་མ་ལ་དགོང་དྲོ་བདེ་ལེགས་ཞུ་ཡི་ཡོད། ད་དེ་རིང་ངས་ཉེ་བའི་ཆ་ལ་རྒྱ་ནག་གི་ད་བཙན་གནོང་གི་བར་ལ་ཚུད་བསྡད་པའི་ཁེ་སྤོགས་ལས་ཐང་གི་རྟ་རྒྱུག་གི་གནས་སྟངས་དང་འབྲེལ་བྱས་ནས་དེ་ནི། ལི་ཐང་གི་ཕོ་གསར་བསྟན་འཛིན་གྱི་སྐོར་ལ་ད་དྲ་ལམ་ལ་ཡང་བསྐྱར་གླེང་སློང་བྱས་བྱུང་བ་རེད། གླེང་སློང་བྱས་བྱུང་བ་གྱི་གནད་དོན་དང་འབྲེལ་བྱས་ནས་ད་གནད་དོན་དེའི་ཐོག་ལ་ངས་བསམ་ཚུལ་གྱིས་ཞུ་དགོས་བསམ་སོང་ཉི་མ་ཁ་ཤས་ཀྱི་སྔོན་ནས་ཡིན་ན་ད་དེ་རིང་བར་དུ་ཞུ་ཐོགས་མ་སོང། ད་ཐེངས་ངས་བསམ་ཚུལ་ཞུ་ཡག་དེ་བོད་ནང་ལོག་ལ་བྱེད་ཀྱི་བཞུགས་ཉེན་གྱི་གཞིས་ལུས་མི་མང་ལ་གང་སྤྱི་ཡོངས་ནས་ཁོ་རང་དབང་མེད་པའི་ཆ་ནས་ཁོང་ཚོ་མི་སྒེར་གྱི་བྱེད་ཀྱི་རྣམ་འགྱུར་དང་བྱ་སྤྱོད་དེ་ཚོ་ལ་ངས་ཡག་སྡུག་གི་བསམ་ཚུལ་གང་ཡང་ཞུ་གི་མེད། ངས་བསམ་ཚུལ་ག་རེ་ཞུ་ཡག་ཡིན་པ་དེ་ཁོང་ཚོ་གི་གནས་སྟངས་དང་འགྲིག་པའི་ཐོག་ལ་བརྩི་འགྱུར་ནང་ལོག་ནས་ལི་ཐང་བསྟན་འཛིན་གྱི་སྐོར་ལ་ཡིན་ན་འདྲ་ད་ཆོས་ཡན་སྐྱིད་ད་ལྟ་འཇར་པན་ལ་ཨོ་རྩེད་གནང་ལོག་ལ་རྒྱ་ནག་གི་མིང་ཐོག་ནས་ཞུགས་དེ་ཉིད་ཆོས་ཡན་ཅིག་གི་གནས་སྟངས་ཡིན་ན་འདྲ། ད་དེ་སོགས་ཀྱི་གནས་སྟངས་ཀྱི་ཐོག་ལ་བཙན་བྱོལ་རོང་བོ་ལུང་པ་ལ་ཡོད་ཉེན་ཚོ་གས་སྒམ་པོ་དང་ནི་ཅིག་རྒྱབ་སྐྱོར་བྱེད་བྱེད་ན་ཧ་ལམ་ཁོ་རང་ཚོ་ལ་རང་དབང་གི་ཐོག་ནས་གདམ་ཀ་བྱེད་བ་གས་ནི་རྣམ་འགྱུར་གི་བཟོ་འདྲ་བོ་ཅིག་དྲིལ་བསྒྲགས་བྱེད་བསྡད་ཀྱི་ཡོད་བ་དེ་གས་ད་རྒྱལ་སྤྱིའི་གི་ཐོག་ལ་བོད་ནང་ལོག་ལ་རང་དབང་དང་ཅིག་བདེ་སྐྱིད་ཡོད་བ་གོ་སྐབས་འདྲ་མཉམ་ཡོད་བ་གས་གོ་བ་ལོག་པ་བྱས་ཡིན་འགྲོ་གི་ཡོད་པའི་ཆ་ནས་དེ་ལས་ཚབས་ཆེ་བ་བོད་ཀྱི་བདག་དབང་གི་ཐོག་ནས་བོད་དེ་རྒྱ་མིའི་ཆ་ཤས་ཡིན་པ་ཁས་རྒྱ་ནག་གིས་དེ་དང་མཉམ་དུ་དྲིལ་བསྒྲགས་བྱེད་བྱེད་ཀྱི་ཡོད་པའི་ཆ་ནས་དེ་སོགས་ལ་གོ་བ་ལོག་པ་བྱེད་འགྲོ་གི་ཡོད་དུས་ད་སྔོན་མ་འདྲ་བོ་ཅིག་ཡིན་པ་ཡིན་ན་ལས་ང་རང་གི་ད་ཆུ་ཡན་སྐྱིད་ཀྱི་གནས་སྟངས་ཡིན་ན་འདྲ་ད་དེ་འདྲ་གི་བོད་ནང་གི་གནས་སྟངས་དང་འབྲེལ་བའི་ཐོག་ལ་བཙན་བྱོལ་ནང་གི་རྣམ་འགྱུར་བདེན་སྟངས་ལ་དཔྱད་གླེང་གི་རྩོམ་ཡིག་དང་བསམ་ཚུལ་ཞུ་མྱོང། ད་དེ་རིང་ཡང་ད་ག་རང་གི་སྤྱི་ཡོངས་ཀྱི་གནས་དོན་ཅིག་ཐོག་ནས་བསམ་ཚུལ་ཞུ་གི་ཡོད་མ་གཏོགས། བུ་མོ་ནོར་ལྷ་ལ་ཡོད་ཉེན་ཀྱི་གང་ཟག་བྱེ་བྲག་པ་ལ་ནི་བསམ་ཚུལ་གང་ཡང་ཞུ་གི་མེད། ད་བཙན་བྱོལ་རང་དབང་ལུང་པ་ལ་ཡོད་ཉེན་ཚོགས་ཀྱི་རྣམ་འགྱུར་འཛིན་སྟངས་ཅིག་དང་ཁྱབ་བསྒྲགས་བྱེད་སྟངས་ཅིག་གི་ཐོག་ལ། བུ་སྤྱི་བ་རང་གི། ཁེ་ཕན་བཅས་ཀྱི་ཆེད་དུ་ཞུ་གི་ཡོད་མ་གཏོགས་དེའི་ལུང་ཚན་དང་དེ་འབྲེལ་གྱི་འབྲེལ་བ་རྩ་བ་ཉིད་མེད་ཟེར་ཏེ་ཞུ་གི་ཡོད་ད་སྤྱིར་བཏང་ནས་ང་རང་འདྲ་བོ་བྱེས་མ་ཡིན་ན་བོད་ཀྱི་ཕོ་གསར་མོ་གསར་བཅས་གོ་ཆོ་བ་རེ་རེ་ཕྱིའི་དཔྱད་བཟོ་གི་ཆ་ནས་ན་རེ་ནང་གི་ཤེས་བྱ་ཡོན་ཏན་དང་འཇོན་མཐོང་གི་ཆ་ནས་ན་ལེར་དེ་འབྲེལ་གྱི་ཕོ་གསར་མོ་གསར་གོ་ཆོ་བ་རེ་རེ་བྱུང་བའི་སྐབས་ལ་སོ་སོ་འདྲ་བོ་བྱེས་ན་ཧ་ཅང་གི་དགའ་སྤོབས་བྱེད་དོན་ཉིན་གཅིག་ཡིན་དེ་ཡིན་གོ་ཡ་དེ་ལྟར་རྒྱ་ནག་གི་འགྱུར་བ་དང་རྒྱལ་སྤྱིའི་རྒྱབ་སྐྱོར་ལས་ཀྱང་ནི་བོད་ཀྱི་མ་འོངས་པ་ལ་གལ་ཆེ་ཡ་དང་རྩ་ཆེ་དེ་བོད་ཀྱི་ན་གཞོན་ཚོ་ཡིན་པའི་ཆ་ནས་བོད་ཀྱི་རེ་བ་གི་དོང་དུ་ནི་བོད་ཀྱི་ན་གཞོན་ཚོ་ལ་ད་ང་ཚོ་ཚོ་མ་གི་སྤྱི་སེམས་རེ་བ་རྒྱབ་དགོ་ཡ་དེ་བོད་པ་གཅིག་ཡིན་པ་ཙམ་གྱི་གནད་དོང་གཅིག་རེད་མ་གཏོགས་དེ་ལུང་ཚན་གྱི་ཁྱད་པར་གང་ཡང་མེད། ད་དེ་འབྲེལ་གྱི་ང་རང་གི་བསམ་བློ་གཏོང་སྟངས་དེ་སོ་སོ་འདྲ་བོ་བྱས་ན་བོད་ཀྱི་དཀའ་སྡུག་གི་ཐོག་ལ་ཉི་མ་རྟག་པར་གང་ལྟར་བསམ་བློ་ཅིག་གཏོང་བདེ་ཉེན་ཅིག་དང་དེ་ལ་རེ་བ་རྒྱག་བདེ་ཉེན་ཅིག་ཡིན་པའི་ཆ་ནས་ད་དེ་འདྲེ་ག་རེ་ལབ་པ་རེད། བོད་པའི་གཞོན་སྐྱེས་ཚོ་ལ་ཆེས་དགའ་སྡུག་ཆགས་སྡང་གི་ཚོར་བ་རྣོན་པོ་དེ་ཡོད་བ་ཆགས་བསྡད་ཀྱི་ཡོད་རྒྱུ་རེད་དྲན་གྱི་འདུག་དེ་ང་རང་གི་འདུ་ཤེས་ཀྱི་རྒྱབ་ལྗོངས་འདྲ་བོ་ཞིག་རེད། ད་དེ་ནས་དེ་དང་འབྲེལ་བའི་ཐོག་ལ་ཁ་སང། ཉེ་བའི་ཆར་ལ་ལི་ཐང་གི་རྟ་མཆོག་གི་འཕྲོ་ལ་རྒྱ་ནག་དམར་ཤོག་ཚོགས་པ་གཙོ་བྱས་ནས་ལོ་བརྒྱ་འཁོར་བའི་དགའ་སྟོན་ཟེར་ཡག་གི་ཆ་ཤས་ལ་ད་ཁྲོམ་གཞུང་ལ་རྒྱ་ནག་གི་རྒྱལ་དར་དང་དམར་ཤོག་གི་སྟག་མདར་ཕྱེ་བའི་གི་རྟ་ཕག་རུ་དྲེག་ཁྱེར་ནས་ལི་ཐང་བསྟན་འཛིན་ལ་ད་གཙོ་འཁྲབ་བྱེད་བཅུག་ནས་རྒྱ་ནག་གི་བརྙན་ལེན་དང་ཁྱབ་བསྒྲགས་བྱས་ཡོད་རེད་ད་དེ་བྱས་ཡོད་བ་མ་ཟད་རྒྱ་ནག་གི་ལི་ཐང་བསྟན་འཛིན་དང་པོ་ནས་ཁོ་བེད་སྤྱོད་ལོག་པ་གཏོང་ཡག་གི་དམིགས་ཡུལ་བཅས་ཀྱི་ཆེད་དོན་འཆར་གཞི་འདིམ་པའི་ཐོག་ནས་སྐད་རགས་བཟོས་བྱས་ནས་བེད་སྤྱོད་ལོག་པ། གཏོང་གི་ཡོད་པའི་ཆ་ནས་ད་རྒྱ་ནག་གི་ངན་ཇུས་དེ་ལ་ད་མི་ཁ་བྱེད་མཁན་དེ་ལ་ཐེར་འདོན་བྱེད་ཀྱི་ཡོད་རེད་ང་དང་ང་ལྟ་བུ་བཟོ་མཁན་ད་དེ་ལ་ཐེར་འདོན་བྱེད་པ་དེ་ལ་བཙན་བྱོལ་ནང་ནས་མི་རེ་ཟུང་གཅིག་གིས་ནི་ལི་ཐང་བསྟན་འཛིན་གྱི་སྐད་རགས་དེ་འགྲན་ཚོགས་ཀྱི་ཁྲོད་ནས་བྱུང་བ་རེད་ཟེར་ཡ་ལགས་སོ་བ་ད་གཞི་རྩ་མེད་ཇོ་ཁའི་འུད་སྒྲོག་གིས་ད་གང་ལྟར་ལི་ཐང་བསྟན་འཛིན་དེ་བོད་མི་དང་ལི་ཐང་བར་གྱི་གཟི་བརྗིད་ཡིན་པ་འདྲ་བོ་ད་དེ་འདྲ་གི་འུད་སྒྲོག་བྱེད་ཉིན་བྱུང་བ་དེ་ད་ནང་འཕྲུལ་ཆས་ལ་ངོས་འཛིན་བྱེད་ཀྱི་ཡོད་ཞུ་གི་ཡོད། ད་དེ་ཞུ་ཡག་དེ་ག་རེ་ཡིན་ལབ་པ་ཡིན་ན། བོད་ནང་ལོགས་ལ་རང་དབང་གི་གདམ་ག་མེད་པའི་ཆ་ནས་ད་བོད་པ་བྱེས་རབས་པ་སྡེ་ཚན་བྱེས་རབས་པ་དེ་འདྲ་གིས་རྒྱ་ནག་ལ་རྣམ་འགྱུར་ག་རེ་འཛིན་དགོས་ཀྱི་ཡོད་པ་དེ་གདམ་ག་མེད་པའི་རང་དབང་མེད་པའི་གནས་སྟངས་ཆགས་སྡོད་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་བོ་ནོར་ལགས་ལ་ཁོང་ཚོགས་ཀྱི་དེ་འགྲེགས་དང་མ་འགྲེགས་ཀྱི་ཆ་ནི་ད་ལྟའི་ཆ་ལ་བསམ་ཚུལ་གང་ཡང་ཞུ་གི་མེད། ཡིན་ན་ལས་བཙན་འབྱོར་ང་ཚོ་རོང་ལུང་པ་ལ་ཡོད་ཉེན་ཚོ་གི་རྒྱ་ནག་གི་ངན་རྒྱུ་ཧ་གོ་གི་ཡོད་བི་གི་གོ་བཞིན་དུ་རྒྱལ་སྤྱིའི་ཐོག་ལ་ད་རྒྱ་ནག་གི་ཅིག་འཁྲབ་སྟོང་གི་རེག་དེ་ཚོ་ང་ཚོ་གི་ཁྱབ་བསྒྲགས་བྱེད་བསྡད་བ་ཡིན་ན། དེ་ཚོ་ལ་རྒྱབ་སྐྱོང་གི་འགྲེལ་བཤད་གང་ཡང་མེད་བ་བོ་ནོར་ལགས་ལ་རང་དབང་མེད་བ། ད་དེ་སུའི་གནས་སྟངས་དེ་ཚོ་ཡང་འགྲེལ་བཤད་མེད་བ་བྱེད་བྱེད་ནི་ང་ཚོ་གི་ཀོ།

ཉེ་བའི་གི་ལོག་དང་ཟླ་བའི་ནང་ལོག་ལ་ཆ་བཞག་ཡོད་ན་ལ་བོའི་ནང་ལོག་ལ་བཞུགས་ཉེན་གྱི་ན་གཞོན་སྦྱར་སྤྱིལ་གྱི་ཁུ་ཚུར་རྩེད་འགྲན་པ་བསོད་ནམས་དར་རྒྱས། ལགས། རེད་དེ་ག་ནང་བཞིན་ཟླ་ཉིས་སྟོང་བཅུ་དྲུག་གི་ལོག་ལ་སྦར་ཟལ་གྱི་གྲོང་ཁྱེར་རིའོ་ལ་ཨོ་ལམ་པེག་ལ་བཞུགས་པའི་ཆོས་ཡན་སྤྱིལ་ལགས་རེད་དེ་ནི་སྟོབས་རྒྱལ་ལགས་རེད་ད་ཁོ་རང་ཚོ་གི་རྒྱ་ནག་གི་ཚབ་བྱེད་བྱེད་ནས་རྒྱ་ནག་གི་རྒྱ་དར་ཁྱི་བྱེད་ནས་འགྲན་ཞུགས་བྱེད་པ་དེ་ལ

ང་ཚོ་གི་ཐོག་ནི་ནོར་འཁྲུལ་གྱིས་ཤོར་གྱི་འདུག་བསམ་པའི་གི་ཚོར་བ་དེ་སྔ་བར་ཕྱི་སོང་དུ་གཡུག་འགྱུར་བ་རྩ་བ་ཉིད་ནས་མེད། ཁ་ཚོར་དེ་རིང་དྲ་ལམ་ལ་ཁག་ཅིག་གིས་ག་རེ་བྲི་གི་ཡོད་མེད་ལས་མ་བསྡུས་པའི་ང་རང་གིས་དེའི་ཐོག་ལ་ལྟ་སྟངས་རྩ་བ་ཉིད་ནས་འགྱུར་བ་མེད་པའི་ཆ་ནས་རྩེད་འཇོར་ནང་ནས་དེ་འདྲའི་གི་ད་ཅིག་རྒྱ་ནག་གི་དྲིལ་བསྒྲགས་དེ་ཚོ་ང་ཚོ་གི་ཇི་མ་ཇི་བཞིན་གི་བཟོ་འདྲ་བོ་ཅིག་དེ་ཚོ་གི་རྗེས་ལ་འབྲངས་བྱས་ནས་སྒམ་པོའི་རྒྱབ་སྐྱོར་དྲིལ་བསྒྲགས་བྱས་བསྡད་པ་ཡིན་ན། ད་དེ་གི་རྩ་སྟངས་གི་ཐོག་ལ་ང་ཚོ་ཉིན་ཁ་ཅིག་བཟོ་གི་འདུག་དེའི་སྐོར་ལ་ད་ངོ་མ་ཡིན་ན་ངས་སྐད་ཆ་བཤད་པ་ཡིན་རྩོམ་བྲིས་པ་ཡིན། ད་ཁོང་ཚོ་གི་གྲས་ཀྱི་ནང་ལོགས་ལ་གང་ལ་ཞུ་ཆོག་གི་མི་སྣ་དེ་ཚོ་གི་ནང་ལོགས་ལ་མདོ་དབུས་ཁམས་གསུམ་ག་ནས་ཡོད་རེད་ཤ་ར་གཅིག་པའི་བོད་རིགས་སྤུན་ཟླ་གཅིག་པ་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་དེ་སོགས་ཀྱི་སྐོར་ལ་ང་རང་གི་རྩོམ་དང་སྐད་ཆ་ག་རེ་བཤད་པ་དེ་བོད་སྤྱི་བའི་རྩ་དོན་འཐབ་རྩོད་དང་དགྲ་གཉེན་བར་གྱི་ངོས་འཛིན་གསལ་སྟོན་བྱེད་ཡ་དང་ལོ་རྒྱུས་ཀྱི། བདེན་པ་དང་ནི་འཐབ་རྩོད་ཀྱི་གནས་བབ་འདྲ་བོ་དེ་རྒྱལ་སྤྱིའི་ཐོག་ལ་ངོས་འཛིན་ལོག་པ་ཅིག་དང་དྲིལ་བསྒྲགས་ལོག་པ་ཅིག་མང་འགྲོ་ཡོད་རང་གི་ཆེད་དུ་ཡིན་མ་གཏོགས་དེ་ལུང་ཚན་བྱེ་བྲག་པ་ལ་ཅི་དགའ་མི་དགའ་དང་ཕྲག་དོག་གི་གནས་སྟངས་དེ་འདྲ་རྩ་བ་ཉིད་ནས་མེད་དེ་གསལ་པོ་བྱས་ནས་ཞུ་གི་ཡོད། ཡིན་ན་ལས་ཁ་སང་དེ་རིང་ནི་ལི་ཐང་བསྟན་འཛིན་གྱི་སྐོར་ལ་ད་ང་ཚོ་གི་ཡིད་གཟབ་དགོས་ཡ་དང་རྒྱ་ནག་གི་དྲིལ་བསྒྲགས་ལག་ཤེས་ཀྱི་འོག་ལ་ང་ཚོ་མ་ཚུད་པ་དགོས་ཀྱི་རེད་ཟེར་ལབ་ཡི་སྐབས་ལ་ད་མི་རེ་ཁ་ལྕེ་གེ། ལྷག་པར་དུ་དེ་ཡང་སོ་སོའི་ངོ་ཤེས་པ་དེ་འདྲ་གེ། དྲ་ཇག་གི་བརྒྱུད་ལམ་དེ་འདྲ་ལ་དེ་འདྲ་བྱས་བསྡད་དེ་ལི་ཐང་བ་ལ་མ་དགའ་ནས་ཡིན་པ་དང་ལི་ཐང་བ་ལ་ཕྲག་དོག་རེད་ད་དེ་འདྲ་སོང་བ་མ་ཟད་དེ་ནི་ལྷག་པར་དུ་ད་ང་ཚོ་གི་ཆེས་བཀུར་བར་འོས་པའི་གི་སྲིད་སྐྱོང་ཟུར་པ་མཁས་དབང་བློ་བཟང་སེང་གེ་མཆོག་དང་ནི་རྒྱ་ཡིས་ད་ལྟའི་ཆ་ལ་དྲིལ་བསྒྲགས་གི་ལག་ཆ་ལ་བེད་སྤྱོད་གཏོང་བཞིན་པའི་པའི་ད་ལི་ཐང་གི་ཕོ་གསར་བསྟན་འཛིན་གཉིས་མཉམ་དུ་སྤྲེལ་རེ་གཏོང་བྱས་ནས་སྐད་ཆ་བཤད་གི་ཡོད་བ་དེ་ཧ་ཅང་གི་བློ་ཕམ་དགོས་ཡག་གི་གནས་སྟངས་ཅིག་རེད་དེ། ཁ་སང་ངོ་དེབ་ཐོག་ལ་ཡང་ངས་བྲི་རྒྱུ་བྱུང་དེ་རིང་ཡང་ངས་དེ་ག་རང་ཞུ་གི་ཡོད། ཨ་ནི་ལྷག་པར་དུ་བློ་བཟང་སེང་གེ་ལགས་ལ་གཞི་མེད་སྐྱོན་འཇུག་ཚིག་ལས་འདས་པ་བྱས་སོང། ཟེར་བྱས་ནས་ད་ད་ལྟ་ལི་ཐང་བསྟན་འཛིན་གྱི་གནས་སྟངས་དང་འབྲེལ་ནས་ཁ་ཅིག་གིས་གསུང་གི་འདུག་ད་དེའི་སྐད་ཆ་འདི་ཚོ་འབྲི་ཤར་སྒོ་དང་ཀླུའི་ནུབ་སྒོ་ཟེར་བའི་དཔེ་ནང་བཞིན་ཆགས་ཀྱི་ཡོད་རེད་དྲན་འདུག་ག་རེ་བྱས་ནས་ལ་བ་ཡིན་ན་ལི་ཐང་བློ་བཟང་སེང་གེ་མཆོག་ལ་གཞི་མེད་སྐྱོན་འཇུག་བཟོ་མཁན་དང་ལི་ཐང་བསྟན་འཛིན་རྒྱ་ནག་གི་བེད་སྤྱོད་ལོག་པ་གཏོང་གི་འདུག་ཟེར་སྙིང་དེ་ཚོ་ཡོངས་སུ་གང་ཟག་ཐ་དད་པ། ཡིན་པ་མ་ཟད། ལི་ཐང་དུ་སློབ་སྦྱོང་ཟིན་གྱི་ལ་ད་ལྟ་བར་དུ་གཞི་མེད་སྤྱོད་འཇུག་བཟོ་བསྡད་ཡ་དེ་ཚོ་རྒྱ་ནག་གི་དངུལ་དུག་སྒྲུབ་པ་ཅིག་དང། བོད་པའི་རྡོག་རྩ་གཅིག་སྒྲིལ་ལ་གནོད་བསྐྱིལ་ཡ་གི་ད་དགྲ་དགའ་གཉེན་སྡུག་གི་ནད་གདོན་ཅིག་ཆགས་བསྡད་ཡོད་རེད། ལི་ཐང་བསྟན་འཛིན་རྒྱ་ནག་གི་བེད་སྤྱོད་ལོག་པ་གཏོང་གི་འདུག་དེའི་ཐོག་ལ་ང་ཚོ་གིས་གཟབ་དགོས་ཀྱི་འདུག་ལ་བྷལ་གི་ལ་བྷལ་གི་སྤྱོད་འཇུག་བྱེད་ས་དེ་རྒྱ་ནག་གི་ངན་བྱུས་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་དེའི་ཉིན་དེ་དབྱེ་བ་འབྱེད་ཤེས་དགོས་ཡ་ཅེས་དང། དེའི་ཉིན་དེ་མཉམ་བསྲེ་བྱེད་མཁན་ཚོ་གས་དེ་འདྲ་བྱེད་ནས་ལེ་ཐོང་བ་ལ་གཞན་དང་ལ་ཅག་དེ་འདྲ་བྱེད་ཡོད་བ་ཡིན་ན། ད་ལྟ་པར་དུ་ལོ་དང་ཟླ་བ་རིམ་པ་བཞིན་དུ། སྲིད་སྐྱོང་བློ་བཟང་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ལ་གཞི་མེད་སྐྱོན་བརྗོད་དང་ཁྲིམས་གཏུགས་ཁྲིམས་གཅོད་བྱེད་མཁན་དེ་ཚོ་ལ། ནི། ཆེས་ག་རེ་ལབ་གི་རེད། བདའ་འདེད་བྱེད་དགོས་ཡག་གི་གནས་སྟོང་ཅིག་རེད་མ་གཏོགས་དེ་རྒྱ་ནག་གི་དྲིལ་བསྒྲགས་ལག་ཆ་ལ། བེད་སྤྱོད་གཏོང་བཞིན་པའི་ལི་ཐང་བསྟན་འཛིན་གྱི་རྒྱབ་ལ་རྒྱབ་རྩ་ཡིན་མདོག་མདོག་བྱེད་བྱེད་ནས་ཁི་དབང་བློ་བཟང་སེང་གེ་མཆོག་གི་གནས་སྟངས་དེ་ཚོ་མར་སྤྲད་རེས་གཏོང་དགོས་པ་དང། དེའི་གནས་སྟངས་དེ་ཚོ་སྤྲད་རེས་གཏོང་བྱས་ནས་ད་ལྟ་ལི་ཐང་བསྟན་འཛིན་རྒྱ་ནག་གི་དྲིལ་བསྒྲགས་ལ་བེད་སྤྱོད་ལོག་པ་བཏང་གི་ཡོད་པ་དེ་ལ་སྐྱོན་བརྗོད་བྱེད་མཁན་དེ་ཚོ་ལི་ཐང་བ་ལ་མ་དགའ་བ་དང་ལི་ཐང་བ་ལ་ཕྲག་དོག་རེད་ཟེར་ཡ་དེ་ཚོ་རྩ་བ་ཉིད་ནས་ཡིག་ཚགས་མེད་སྤྱོད་བྱེད་ཆགས་ཀྱི་ཡོད་རེད། དེ་གོང་གསལ་སོ་སོ་གིས་སོ་སོ་ལ་ཡིན་ན་དྲི་བ་གཏོང་དགོས་ཡ་དངོས་གནས་ཀྱི། དཔེར་ན། ལི་ཐང་བསྟན་འཛིན་རྒྱ་ནག་གི་བེད་སྤྱོད་ལོག་པ་གཏོང་བ་དེ་ལ་སྤྱོད་འཇུག་བྱེད་ཉེན་དང་མཁས་དབང་སློབ་གསོ་སེང་གེ་མཆོག་ལ་ད་ལྟ་བར་དུ་སྤྱོད་འཇུག་བྱེད་བསྡད་ཉེན་དེ་ཚོ་གོང་གསལ་གཅིག་པ་རེད་འདུག་བས་ཨ་ནི་སྤྱོད་འཇུག་བྱེད་ས་ཀྱི་ཡོར་གཅིག་པ་རེད་འདུག་བས་དོང་དག་གཅིག་པ་རེད་འདུག་བས་དེ་ཚོ་ཚང་མ་ཡག་པོ་བྱེད་ནས་གཟིགས་རོགས་གནང་ཟེ་ཞུ་གི་ཡོད། དེ་ནས་ངས་དེ་རིང་སྐྱོན་བརྗོད་ཞུ་ཡག་དེ་གང་ཟག་སྒེར་ལ་མ་དགའ་བ་རྩ་བ་ཉིད་ནས་ཞུ་གི་མེད་ད་ལྟ་གཅིག་དྲ་ལམ་ཁག་ལ་དེ་འདྲ་གི་ད་ལྟ་སྐད་ཆ་བཤད་བསྡད་ཉིན་དེ་ད་ལྟ་ངས་ད་སྐྱོན་བརྗོད་ཞུ་ལབ་ན་འདྲ་བསམ་ཚུལ་ཞུ་བསྡད་བཞག་བསྡད་ས་དེ་ཚོ་ང་རང་གིས་ཁག་གཅིག་བློ་ཐག་ཉེ་བོ་ཡོད་ཉིན་ངོ་ཤེས་པ་དེ་འདྲ་ཡང་རེད་བཞག་མི་སྒེར་བློ་ཐག་ཉེ་བོ་ཡོད་མེད་ལ་མ་མཐུད་པའི་འཐབ་རྩོད་ཀྱི་ཐོག་ལ་ང་ཚོ་ནི་བྱུང་བྱེད་རག་གི་ཡོད་བ་ཡིན་ན་དེ་སྒེར་གྱི་འབྲེལ་བ་ལ་བསམ་བློ་མ་གཏོང་བའི་ཐོག་ནས། ཅི་ཡིན་འཐབ་རྩོད་ལ་བསམ་བློ་གཏོང་བྱེད་ནས་སྐད་ཆ་བཤད་དགོས་ཡ་དེ་ད་ང་ཚོ་གི་ལས་རྒྱུ་འབྲས་ལབ་དགོས་ཡོད་ན་འདྲ་བུ་ཆེ་བ་ལ་འགན་ཁུར་གཏོང་གྱི་རེད་བསམ་བྱེད་ནས་དེ་ཀ་མོ་འདི་ཞུ་གི་ཡོད། ལི་ཐང་བསྟན་འཛིན་རྒྱ་ནག་གི་ཆབ་སྲིད་ཀྱི་ལག་ལྕགས་ལ་བེད་སྤྱོད་གཏོང་གི་འདུག་ལབ་བྱེད་ནས་དེ་འདྲ་ལབ་བདེ་ཉིན་འདི་ཚོ་ནི་གཞི་མེད་སྐྱོན་བརྗོད། བྱེད་མཁན་དང་དེ་ནས་རང་ཚུགས་མེད་པ་དང་རང་སྣང་གང་དྲན་གྱི་གང་བྱུང་བཤད་བསྡད་པ་རེད་དེ་འདྲས་གསུངས་འདུག་ཁ་ཅིག་གིས་ད་དེ་འདྲས་གསུངས་དེ་ཉིན་དེ་ཚོ་ལ་ངས་སྐད་ཆ་དྲིས་ཡ་ལ་རྒྱ་ནག་གཞུང་གིས་ལི་ཐང་བསྟན་འཛིན་གྱི་ལག་པ་ལ་རྒྱ་མིའི་རྒྱལ་དར་དང་དར་དམར་འཕྱར་བྱས་ནས་རྟ་ཐོག་ལ་དང་ཁྲོམ་སྐོར་སྣེ་ཁྲིད་བྱེད་བཅུག་བྱས་ནས་དྲིལ་བསྒྲགས་བྱས་བསྡད་ཀྱི་ཡོད་བ་དེ་ད་ཆབ་སྲིད་ཀྱི་ལག་ཆ

གལ་སྲིད་དེ་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་གཏོང་བ་མ་རེད་ཟེར་ལབ་ཀྱི་ཡོད་ན་འོ་ན་ཁོ་རང་གིས་རང་མོས་ཀྱི་ཐོག་ནས་དེ་བྱས་བ་རེད་ཟེར་རྣམ་པ་ཚོགས་ཀྱིས་ངོས་ལེན་གནང་གི་ཡོད་བས་ཁོ་རང་གིས་གདམ་ག་ཅིག་གི་ཐོག་ནས་བྱས་བ་རེད་ཟེར་རྣམ་པ་ཚོགས་ཀྱིས་ངོས་ལེན་གནང་གི་ཡོད་བས་ང་སྒྲ་དབྱེ་ན་ངོས་ལེན་བྱེད་ཀྱི་མེད་བོད་ནང་ལོགས་ལ་རང་གི་གནས་སྟངས་རྩ་བ་ཉིད་ནས་མེད་པའི་ཆ་ནས་དེ་སོགས་ཁོ་རྒྱ་ནག་གིས་འཁྲབ་སྟོན་བྱེད་བཅུག་གི་ཡོད་བ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་དུས་དེ་རྒྱ་ནག་གི་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་གཏོང་གི་ཡོད་རེད་ཟེར་ཞུ་དགོས་བ་གི་རྒྱུ་མཚན་དེ་དེ་ཡིན་ཟེར་ཞུ་ག་ཡོད། ང་ཚོ་གི་གནས་སྟངས་དེ་ཚོ་གི་ཐོག་ལ་གཟབ་གཟབ་བྱེད་དགོས་ཏེ་རྒྱ་ནག་ཡོངས་ཀྱི་ལི་ཐང་བསྟན་འཛིན་ཆབ་སྲིད་ཀྱི་དྲིལ་བསྒྲགས་ལག་ཆ་བྱེད་ཀྱི་ཡོད་པའི་རྒྱུ་མཚན་གྱིས་ཁོ་རང་ནི་ང་ཚོ་གི་ཁྱབ་བསྒྲགས་བྱེད་ནི་འགྲིག་གི་མ་རེད་ཁོ་རང་ལ་ང་ཚོས་སྒམ་པོ་བྱེད་ནི་འགྲིག་གི་མ་རེད་དེ་ཟེར་གྱི་ཡོད་མ་གཏོགས་ཁོ་རང་གི་རང་མོས་དང་དེ་ཁོ་རང་གི་ནོར་འཁྲུལ་རེད་ལབ་ཆེད་ནི་ལི་ཐང་བསྟན་འཛིན་སྒེར་ལ་སྐྱོན་བརྗོད་བྱེད་ཡག་དང་ལྷག་པར་དུ་དེ་ལི་ཐང་བ་ལ་སྐྱོན་བརྗོད་བྱེད་དགོས་ཡག་གི་རྒྱུ་མཚན་རྩ་བ་ཉིད་ནས་མེད། ནག་ཚོགས་ཀྱིས་སྐྱོན་བརྗོད་བྱེད་ས་དེ་རྒྱ་ནག་གཞུང་གིས་བོད་ནང་གི་དངོས་ཡོད་གནས་སྟངས་འབེན་འགེབས་ཀྱི་ཐོག་ནས་ལི་ཐང་བསྟན་འཛིན་བཟོ་འདྲ་བོ་བེད་སྤྱོད་ལོག་པ་ལྟ་གཏོང་བསྡད་ཀྱི་ཡོད་རེད་ད་དེའི་ཆ་ལ་འདྲ་བོ་ཆགས་བཞིན་ན། ཁྱོད་ཀྱིས་ལ་ཨོ་རྩེ་ཡིས་ཨོ་ལམ་པིག་གི་འགྲན་རྩོད་ལ་མཉམ་ཞུགས་བྱས་ཡ་དེ་རྩེད་འགྲན་བག་གི་ངོ་བོ་ལས་བརྒལ་བྱས་ནས། ད་དེའི་ནང་ལོགས་ལ་བོད་པ་གཅིག་གི་མིང་གི་ཐོག་ནས་བོད་པ་གཅིག་གི་གདོང་པ་གཅིག་གི་ཐོག་ནས་རྒྱ་ནག་གི་ཚབ་བྱས་ནས་འགྲོ་ཡ་དེ་ཡང་རྒྱ་ནག་གི་ཆབ་སྲིད་ཀྱི་དྲིལ་བསྒྲགས་ཆབ་སྲིད་ཀྱི་ལག་ཆ་བཅས་ལ་བེད་སྤྱོད་གཏོང་འདོད་ཀྱི་ཡོད་རེད།

ལྟ་ཅི། ཁོ། དེ་འདྲ་གི་དྲིལ་བསྒྲགས་ཅིག་གནང་སྡོད་ཀྱི་ཡོད་རེད་ཡིན་ནའང་ལེ་དེས་གི་ང་ཚོས་དྲིལ་བསྒྲགས་བྱེད་པ་དེ་གི་རྒྱ་ནག་གི་དྲིལ་བསྒྲགས་ལ་རོགས་པ་བྱེད་ཀྱི་ཡོད་པའི་ཆ་ནས་ང་ཚོ་གི་དེ་དྲིལ་བསྒྲགས་དེ་བྱེད་རྒྱུ་མི་འདུག་སྒམ་པོ་དེ་བྱེད་རྒྱུ་མི་འདུག་ངས་དེ་ཞུ་གི་ཡོད་རེད། ཨ་ནི་ལྷག་པར་དུ་ངས་སྔོན་མ་ཡི་ཞུ་རྒྱུ་བྱུང་ད་བོད་ནང་ལོགས་ནས་ད་ལྟ་ཅིག། རྒྱལ་སྤྱིའི་སྡིངས་ཆ་གང་ལ་རྒྱ་ནག་གི་མིང་ཐོག་ནས་ཞུགས་བསྡད་ཉེན་དེ་ཚོ་ལ་ང་ཚོ་གི་སྒམ་པོ་བྱིན་ན་རྒྱ་ནག་ལ་རྒྱབ་སྐྱོར་འགྲོ་གི་ཡོད་རེད་ཡང་དེ་སོགས་དང་མཉམ་དུ་ཁག་ཅིག་གིས་དེ་སོགས་ཀྱི་པར་དང་མཉམ་དུ་བོད་ཀྱི་རྒྱལ་དར་སྦྱར་བྱས་ནས་ཡང་གནས་ཚུལ་གྱི་དཔེར་བསྡད་ཀྱི་འདུག་ད་སྔོན་མ་ཡང་སྤེལ་ཡོད་རེད་ཁ་སོ་དེ་རིང་ཡང་སྤེལ་ན་ད་ཆོན་སྐྱིད་ལགས་ཀྱི་པར་དེ་སོགས་ཀྱི་རྒྱབ་ལྗོངས་ལ་ཡང་བོད་པའི་རྒྱལ་དར་སྒར་བྱས་ནས་ཁྱབ་བསྒྲགས་ཅིག་བྱས་བསྡད་ཀྱི་འདུག་དེ་བྱེད་དུས་དེ་སུའི་གྲས་དེ་རྩ་བ་ཉིད་ནས་ངས་གནང་ཡ་ཡོད་རེད་དྲན་གྱི་མི་འདུག་དེ་འདྲ་གནང་བ་ཡིན་ན་དངོས་གནས་ཀྱི་ཁོང་ཚོ་གི་བདེ་འཇགས་དང་ད་ཁོ་རང་ཚོ་གི་གནས་སྟངས་ལ་གནོད་ཅི་ཡ་ཆགས་ཀྱི་ཡོད་རེད་དྲན་འདུག་དེ་བྱེད་དུས་དེ་སུས་སྤྲད་དེ་ཡག་སྡུག་ག་རེ་ཡིན་པ་ནི་ལས་ང་ཚོ་གི་ཐོག་ནས་གཟབ་གཟབ་བྱེད་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་དེ་གཟབ་གཟབ་བྱས་ནས་ང་ཚོ་གིས་ག་རེ་ལབ་དགོས་རེད། དེ་སོགས་ཀྱི་ཐོག་ལ་སོ་སོ་གིས་དང་པོ་ནས་པར་རྒྱག་གི་ཡོད་ན་འདྲ་གནས་ཚུལ་དཔེར་བརྒལ་ན་མ་དཔེར་ངོ་ལ་བསམ་བློ་མ་གཏོང་བ་ཡིན་ན་རྒྱ་ནག་གིས་ཁོང་ཚོའི་གྲས་དེ་བོད་ནང་ལོགས་ལ་བསྡད་ཀྱི་ཡོད་བ་རོང་ཡོད་བ་འདྲ་མཉམ་ཡོད་བ་གས་ནད་ཐོན་བྱེད་ཀྱི་ཆེད་དུ་བེད་སྤྱོད་གཏོང་གི་ཡོད་རེད་བོད་རྒྱ་མིའི་ཆ་ཤས་ཡིན་པ་ཅིག་དྲིལ་བསྒྲགས་བྱེད་ཆེད་དུ་བེད་སྤྱོད་གཏོང་གི་ཡོད་རེད་དེ་ང་ཚོ་གི་ཧ་གོ་བའི་ཐོག་ནས་ནི་གནད་དོན་དེ་ཚོ་གི་ཐོག་ལ་ཟབ་སྦྲོང་གནང་རོགས་བྱས་ཟིན་ད་སྔོན་མ་ཡི་ཞུ་བ་ཡིན་དེ་རང་ཡང་ད་ག་རང་ཞུ་གི་ཡོད་ད་ལི་ཐང་བསྟན་འཛིན་འདྲ་བོ་ཆགས་བཞིན་ན་དར་དམར་བོ་འཕྱར་བྱས་ནས་རྒྱ་མིའི་རྒྱལ་དར་འཕྱར་བྱས་ནས་རྟ་ཡི་ཐོག་ལ་ཁྲོམ་སྐོར་བྱེད་བཅུག་ཡག་གི་པར་དང་བརྙན་དེ་ཚོ་མེད་གི་མཐོང་ཡ་ཡོད་བ་ལྟ་ཡ་ཡོད་བ་ཡོད་རེད་མ་གཏོགས་དེ་སུས་བྲིས་དེ་གཅིག་གཞི་རྩ་མེད་བིས་ཐོག་ནས་རྒྱ་ནག་གི་ཆབ་སྲིད་ལག་ཆ་ལ་བཀུར་གི་འདུག་རྩ་བ་ཉིད་ནས་ལབ་གི་ཡོད་མ་རེད་དེ་སུས་བྲིས་དེ་རྒྱ་ནག་གི་འཁྲབ་སྟོང་བྱེད་ཆོག་འཁྲབ་སྟོང་བྱེད་བཅུག་བ་མ་ཟད་རྒྱ་ནག་རང་གི་དྲིལ་བསྒྲགས་བྱེད་བསྡད་གི་ཡོད་བ་དེ་གཞི་མེད་སྐྱོན་འགྱུར་རེད་ཟེར་གསུང་གི་ཡོད་ན་ད་གཞི་མེད་སྐྱོན་འགྱུར་དེ་རྒྱ་ནག་གཞུང་ལ་བྱེད་གི་འདུག་ཟེར་ལབ་གི་ཡོད་བས་འོ་ན་སུ་ལ་ལབ་གི་ཡོད་ང་ཚོའི་བཟོ་འདྲ་བོ་བྱིན་ན་ལི་ཐང་བསྟན་འཛིན་ལ་སྐྱོན་འགྱུར་ངོ་མ་ཡང་བྱེད་མ་མྱོང་དེ་རང་ཡང་བྱེད་ཀྱི་མེད་ང་ཚོ་གིས་སྐྱོན་བརྗོད་བྱས། ལི་ཐང་བསྟན་འཛིན་རྒྱ་ནག་གི་ཆབ་སྲིད་ལག་ཆ་ལ་བེད་སྤྱོད་གཏོང་གི་འདུག་ལབ་ནས་དེ་ལ་སྐྱོན་བརྗོད་བྱེད་ཀྱི་ཡོད་དེ་རྣམ་པ་ཚོ་གིས་ཉིན་ཞི་བ་ཅིག་གནང་དགོས་ཀྱི་རེད། དེ་ཞུ་གི་ཡོད། ཨ་ནི་ལྷག་པར་དུ། དེའི་རེ་འགས། ལི་ཐང་བསྟན་འཛིན་ལ་ག་རེ་བཤད་ཀྱི་འདུག་ལབ་ན་དྲྭ་ཇག་གིས་དུས་རབས་འདི་ལ་འགྲན་ཚོགས་ཀྱི་ཁྲོད་ནས་ནི་ཁོ་རང་རྒྱལ་ཁ་ཐོབ་གསུང་རྒྱུ་ཅི་རེད། ད་དེ་འདྲ་གསུང་གི་འདུག། ལི་ཐང་བསྟན་འཛིན་གྱིས་སུ་དང་འགྲན་བསྡུར་བྱེད་ཀྱི་ནས་འཇར་ཁ་ཐོ་བ་རེད། འགྲན་བསྡུར་ག་འདྲ་བྱེད་ནས་བྱས་བ་རེད་འགྲན་ཡག་སུ་རེད། དེ་སུས་སྤྲད་དེ་བཀའ་མོར་སྲུང་བའི་སྐབས་ལ་དངོས་གནས་གྱི་ཅིག་ཁུངས་འཁྱེར་ཡོད་བ་གི་ཅིག་དགོས་གི་རེད་མ་གཏོགས་ང་ཚོ་གི་དྷ་ས་ཅིག་འུད་རོགས་ར་བོ་བྱེད་བཞག་བ་ཡིན་ན་དེ་བདུན་པ་ནད་གདོན་གི་ཐོག་ནས་ཏག་ཏག་བསྡད་གི་རེད་དྲན་གི་མི་འདུག། དོན་དངོས་བོད་ཀྱི་ཐོག་ལ་ཁོ་ལ་འགྲན་ཡ་བྱེད་མཁན་ཡོད་མ་རེད། འགྲན་བསྡུར་གྱི་ལས་གཞི་དེ་འདྲས་གང་ཡང་མ་བརྒྱུད་པའི་ཆེ་ཆེ་ནས་རྒྱ་ནག་གི་འཆར་གཞི་བདུན་པའི་ཐོག་ནས་ཁོ་རང་གི་འཛུམ་མདངས་དང་མཛེས་སྡུག་ཟེར་ཡ་དེ་ལ་ཁ་གཡར་བྱས་ནས་ད་རྒྱ་ནག་གི་དྲ་ལམ་ནས་ཁོ་ལ་སྡིངས་ཆ་དང་སྐེ་རགས་བཟོས་ཚར་བའི་རྗེས་ལ་ད་ད་ལྟ་དངོས་སུ་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་བཏང་གི་ཡོད་རེད་དེ་ང་ཚོས་ཧ་གོ་དགོས་ཀྱི་རེད། དེ་ཚོའི་གྲས་དེ་དགྲ་བོ་རྒྱ་ནག་གི་འཆར་གཞི་འདི་འདི་ཐོག་ནས་བོད་པ་གི་ནང་ལོག་ནས་དྲིལ་བསྒྲགས་མི་སྣ་གསོ་སྐྱོང་དང་བེད་སྤྱོད་གཏོང་གཏོང་ཅིག་ཡིན་པ་དེ་ཤེས་དགོས་ཀྱི་རེད་མ་གཏོགས་བོད་དང་བོད་མི་གི་ངོས་ནས་ཅིག་དེ་ཚོ་གཟིགས་གཞི་ཅིག་དང་ཁེ་ཕན་ཅིག་ཏུ་བརྩི་ཆེད་ནས་དྲིལ་བསྒྲགས་བཟོ་ཡག་གི་གནད་དོན་རྩ་བ་ཉིད་ནས་ཡོད་མ་རེད་ང་རང་གི་ངོས་འཛིན་དེ་ག་རང་ཡིན། དེ་ནི་ལི་ཐང་བསྟན་འཛིན་གི་སྐད་གྲགས་ཀྱི་སྐོར་དེ་ཅིག་སྟེས་དབང་གི་བྱུང་ཕྱོགས་ཅིག་ཡིན་པ། བཤེས་གཉེན་རལ་གྱི་བདུད། ད་དེ་སྟེས་འོང་དང་གཅིག་ལས་ཀྱི་གནས་སྟོང་མ་ཡིན་པ་དང་པོ་ནི་འཆར་གྱི་བདེན་པའི་གོ་རིམ་རང་བཞིན་གྱི་ཐོག་ནས་ད་ཅིག་དེ་འདྲ་གི་དྲི་ར་གི་ལག་ཆ་ལ་བེད་སྤྱོད་གཏོང་ཡོང་བ་དེ་ད་ང་སོགས་ཀྱི་དཔེར་ན་ཆ་ཞིག་ན་ཁོ་རང་དང་པོ་དེ་ལ་ཁོ་རང་གི་སྐོར་དེ་རྒྱ་ནག་གཞུང་གི་སི་སི་ཏི་བི་དང་ད་རྒྱ་ནག་གི་གོ་ལིའི་དུས་བབ་དང་མི་མང་ཉིན་རེའི་ཚགས་པར་ལ་སོགས་པའི་རྒྱ་ནག་གཞུང་གི། བརྒྱུད་ལམ་མང་པོ་ཞིག་གི་ཐོག་ལ་ད་དང་པོ་ཁོ་རང་ནས་ཁོ། དྲ་ལམ་ལ་སྐད་རགས་འདོགས་ལབ་ཡི་སྐབས་ནས་དེ་འདྲའི་རྒྱ་ནག་གཞུང་འབྲེལ་རང་གི་དྲ་ལམ་ལ་ཡང་ནས་ཡང་དུ་བསྟན་པ་མ་ཟད། ནས་ལྷག་པར་དུ་རྒྱལ་བ་རིན་པོ་ཆེ་དང Donald Trump ལ་ཡང་ཡང་གཞི་མེད་སྐྱོན་བརྗོད་བྱེད་སྙུག་ཉེན་གྱི་རྒྱ་ནག་གི་ཕྱི་སྲིད་ལས་ཧང་གི་ཕྱི་སྲིད་འབྲེལ་ཚབ་པ།

བསྟན་འཛིན་ཁོ་རང་རྒྱ་ནག་གི་བོད་ཀྱི་གྲོ་ཉོག་མི་རིགས་ཚོ་ལ་ཡར་རྒྱས་དང་ལྟ་རྟོག་བཟང་པོ་བྱས་ཡོད་པ་དང་བོད་མི་ཚོའི་འཚོ་བ་ཧ་ཅང་སྐྱིད་པོ་ཡོད་པའི་དཔེ་མཚོན་མྱོང་དུ་མེད་པ་ཅི་རེད་ལབ་བྱས་ནས་ད་ཁོ་རང་གི་གཞུང་འབྲེལ་གྱི་བརྙན་ལམ་རང་ལ་ཕེབས་ཏེ་ཧམ་བཤད་དང་ཕྱོགས་བསྒྱུར་བྱེད་བྱས་ནས་ཁྱབ་བསྒྲགས་བཟོས་ནས་སྐད་རགས་བཟོས་ཡོད་རེད། དེ་འདྲའི་བྱས་བྱས་ནས་དགྲ་བོ་རྒྱ་ནག་གི་བུ་དང་བུ་མེད་ཀྱི་ཆེ་ཆུང་དེ་ཚོ་བེད་སྤྱོད་ལོག་པ་བཏང་གི་ཡོད་རེད་བསྟན་འཛིན་གྱི་འཛུམ་མདོང་དང་བསྟན་འཛིན་གྱི་སྐད་རགས་དེ་བུ་མེད་ཀྱི་བདེ་སྐྱིད་ཚོང་ཚོང་གི་ཡོད་ན། ད་ལྟ་རྒྱ་ནག་གི་ཕྱི་སྲིད་ལས་དབང་གི་འབྲེལ་ཚགས་པ་གི་ལྭ་བ་ནང་བཞིན་བསྟན་འཛིན་གྱི་འཛུམ་མདོང་དང་བསྟན་འཛིན་གྱི་སྐད་རགས་དེ་ནི་བོད་མི་རིགས་ལ་བདེ་སྐྱིད་ཡོད་བ་རང་དབང་ཡོད་བ་འདྲ་མཉམ་ཡོད་བ་ཡར་རྒྱས་གཏོང་གི་ཡོད་བ་གྱི་ཚོང་གི་ཡོད་ན་འོ་ན་བོད་ནོར་ལོག་ལ་ཉེ་བའི་ཆ་ལ་མི་གྲངས་བརྒྱ་དང་དྲུག་ཅུ་ལྷག་ཟེར་གི་རང་ལུས་མེ་ལས་བསྲེགས་ཡག་གི་གནས་སྟངས་བྱུང་མྱོང་རེད་དེའི་ནང་ལོགས་ལ་བསྟན་འཛིན་དང་ལོ་འདྲ་བོ་བསྟན་འཛིན་ལས་ལོ་ཆུང་བ་གི་གཞོན་སྐྱེས་དེ་འདྲ་གི་རང་ལུས་མེ་ལས་བསྲེགས་ཡོད་རེད་འོ་ན་དེ་ཚོས་ག་རེ་འཚོང་གི་ཡོད་རེད་དེ་སོགས་ཡང་བོད་ནང་ལོགས་ལ་བོད་མི་རྣམས་ལ་བདེ་སྐྱིད་དང་རང་དབང་ཡོད་བ་རྒྱ་ནག་གི་བོད་དེ་ལ་ཡར་རྒྱས་གཏོང་གི་ཡོད་བ་ཡག་པོ་བྱེད་གི་ཡོད་བ་གི་འཚོང་གི་རེད་བས་ནི་ངས་དེ་ཞུ་གི་ཡོད་ངས་དེ་རིང་གི་སྐད་ཆ་འདི་ཡང་རྒྱ་ནག་གཞུང་ལ་ཐད་ཀར་ངོ་རྒོལ་བསྐྱོན་རྒྱུ། ང་ཚོ་གི་ཤ་ཁྲག་གཅིག་པུའི་བོད་རིགས་སྤུན་ཟླ་ལི་ཐང་བསྟན་འཛིན་ཆབ་སྲིད་ཀྱི་དྲིལ་བསྒྲགས་ལག་ཆ་ལ་བེད་སྤྱོད་ལོག་པ་གཏོང་བ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད། དེ་རིང་ཁག་བཅས་ཀྱིས་བསྟན་འཛིན་སྐད་རགས་འཆའ་བ་དེ་བོད་མི་རིགས་ཀྱི་ཟིན་ཐོ་གསར་བ་ཅིག་རེད་ལབ་ཀྱི་ནི་གཟིགས་གྱི་ལ། ད་ངོས་འཛིན་བྱེད་ཀྱི་ནི་དེ་འདྲ་གི་འུད་སྒྲོག་བྱེད་ཀྱི་འདུག་འོ་ན་རྒྱ་ནག་གཞུང་གི་བརྒྱུད་ལམ་ཁག་ལ་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ལ། ཐོག་མེད་ཀྱི་དུས་རིམ་གྱི་ནང་ལོགས་ལ་བསྟན་འཛིན་བོད་ནས་མ་ཡིན་པ་ཟི་ཁྲོན་ནས་རེད་ལབ་བྱས་ནས་ལི་ཐང་དེ་བོད་ཀྱི་ཁུངས་གཏོགས་མ་ཡིན་པ་ནང་བཞིན་གྱི་འཁྱོག་བཤད་བྱས་ཡོད་རེད་ཁྱབ་བསྒྲགས་བྱས་ཡོད་རེད་ཧམ་བཤད་བྱས་ཡོད་རེད་འོ་ན་དེ་བོད་དང་བོད་མི་རིགས་ཀྱི་གཟིགས་ཞིབ་ལ་བརྩི་གི་ཡིན་པས། དེ་འདྲའི་བྱེད་བྱེད་ནི་བསྟན་འཛིན་བོ་པ་ཅིག་ཡིན་པ་ཡིན་ན་ལས་བསྟན་འཛིན་གྱི་མིང་དེ་ཡང་བུ་ལ་དབང་བ་ཅོ་བོ་བྱས་ཏེ་འདོར་ན་ད་ལྟའི་ཆ་ལ་ང་ཚོ་བུ་རང་བཙན་མེད་པའི་རྒྱུ་མཚན་གྱིས་བོད་མིང་གི་སྒྱུ་རྩལ་ཡིན་ན་འདྲ་བོད་མིའི་མིང་ཡིན་ན་འདྲ་དེ་ཡང་བུ་ལ་མི་དབང་བ་གི་གནས་སྟངས་ཅིག་བཙན་འབྱོར་བ་གིས་ང་ཚོ་ལ་གཉའ་གནོང་ཐུབ་ཚུགས་ཆོག་ཤེས་བྱེད་ཀྱི་ཡོད་རེད་དེ་ང་ཚོ་ལ་དངོས་གནས་ཀྱི་ད་གཉའ་གནོང་བྱེད་སྟངས་ཅིག་དང་ཐུབ་ཚུགས་གཏོང་སྟངས་ཅིག་དང་བཙན་བྱེད་སྟངས་ཅིག་རེད་མ་གཏོགས་དེ་ང་ཚོ་གི་གཟི་བརྗིད་དགོས་ཡག་གི་ཟིན་ཐོ་ཅིག་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་དེ་ཧ་གོ་དགོས་གི་ང་ཚོ་ལ།

རྒྱ་ནག་དམར་ཤོག་ཚོ་ནི་ལོ་བརྒྱ་འཁོར་བ་ལ་དགའ་གཏོང་བྱེད་ཀྱི་ལས་རིམ་ནང་ལོག་སྣེ་ཁྲིད་བྱེད་བཅུག་གི་ཡོད། དེ་བ་ནང་བཞིན་ད་ལྟ་འཇར་པན་ལ་འགྲོ་བཞིན་པའི་ཨོ་ལོམ་པིག་གི་རྩེད་འགྲན། བསྟན་འཛིན་གྱིས་ལྟ་བཞིན་པའི་བརྙན་གྱི་ལམ་ནས་རྒྱ་ནག་གི་འཇར་ཞིན་ཡར་སློང་ཡག་དང། བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་བསྟན་ཡག་གི་ཐབས་ཤེས་བྱེད་ཡག་གི་དྲིལ་བསྒྲགས་བྱེད་བཞིན་ནས་འཇར་མན་གཉིས་ནང་ལ་བསྟན་བསྡད་ཀྱི་ཡོད་རེད། གནད་དོན་དེ་ཚོ་རྒྱ་ནག་གི་ཆབ་སྲིད་ལག་ཆ་ལ་བེད་སྤྱོད་གཏོང་གི་ཡོད་པ་གྱི་བརྒྱུད་རིམ་གསལ་པོ་ཅིག་རེད་དེ་ང་ཚོས་ཧ་གོ་དགོས་ཀྱི་རེད། དེ་རིམ་པ་གཅིག་རེད། ད་བསྟན་འཛིན་འདྲ་བོ་ཆགས་ཀྱང་ན་དྲ་ལམ་ལ་སྐད་གྲགས་ཆགས་པའི་གནད་དོན་ལ་བསམ་བློ་གཏོང་ཡི་ན་ལ་ཅིག་སྟབས་ལེགས་དང་སྟེས་དབང་བཅས་ཀྱི་ཐོག་ནས་བྱུང་བ་མིན་བ་དེ་དང་པོ་ཁོ་རང་ནས་ང་ཚོས་ཧ་གོ་ཐུབ་ཀྱི་རེད། དང་པོ་དེ་ལ་དཔེར་ན་ཆགས་ཀྱང་ན། བརྙན་ལེན་མཁན་དེ་གའི་ག་རེ་ཤེས་ཡོད་ཟེར་ན། བརྙན་ལེན་མཁན་དེ་གའི་དང་པོ། དང་པོ་ཁོ་རང་ནི་བསྟན་འཛིན་གྱི་འཛུམ་མདངས་དེ་ལ་བརྟགས་ནས་སྐད་གྲགས་ཆགས་རྒྱུ་གི་གནད་དོན་ཆགས་ཡོད་མ་རེད་ཁོང་ཚོ་གི་མི་ཁ་ཤས་ལ་ཐབས་ཤེས་ཅི་ཡོད་རེད། དང་པོ་དེ་ལ་བརྙན་ལེན་མཁན་དེ་གའི་ག་རེ་ཡོད་ལབ་ཡོད་ཟེར་ན་གློག་བརྙན་བཟོ་མཁན་དེ་གའི་དང་པོ་བསྟན་འཛིན་གྱི་ཨ་གཞོན་དང་བསྟན་འཛིན་གྱི་འོག་མ་གཉིས་བརྙན་སློང་ནས་བརྙན་སློང་བ་ཡིན། ཡིན་ན་སྐད་གྲགས་ཆགས་མ་སོང། དེའི་རྗེས་ལ་བསྟན་འཛིན་བརྙན་སློང་བྱས་ནས་ཨ་ནི།

བང་སྒྲིག་གི་ཡོད་བ་དེ་སྐད་ཆ་དེ་ག་རང་ནས་ཧ་གོ་གི་འདུག་དེ་འདྲས་ཀྱི་ལས་རེམ་བྱེད་ཀྱི་ཆེད་དུ་ད་མི་གཉིས་གསུམ། གཉེན་སློང་གི་ནོར་ལོག་ལ་ད་བསྟན་འཛིན་གྲགས་མཐོང་བྱས་ནས་ད་ཁོ་རང་ཚོ་གི་གོང་ད་བསྟན་འཛིན་གསོ་སྐྱོང་བྱེད་པ་ཆགས་ཀྱི་ཡོད་རེད་གཉིས་ལས་གཉིས་ཁོ་རང་གི་སྐད་ཆ་ནས་ཧ་གོ་ཐུབ་ཡ་ཆེར་བ། དེ་འདྲས་བྱས་བྱས་ནས་ད་གོང་དར་གཉེན་དེ་དང་པོ་སློང་དུས་ནས་མི་གཅིག་གཉིས་གསུམ་བར་དུ་གཉེན་སློང་བྱས་ནས་ད་གོང་དར་ཐབས་ཤེས་བྱས་བ་དེ་ནི། དམིགས་ཡུལ་བཅས་ཀྱི་ཆེད་དུ་ས་ཆ་དེ་ནས་མི་བཅས་ལ་སྐེ་རགས་བཟོ་ཡག་གི། འཆར་གཞི་ཡོད་པ་དེའི་ཆེད་དུ་བརྙན་སློང་བ་དེ་ཧ་གོ་གི་རེད་ད། བསྟན་འཛིན་སྐེ་རགས་ཆག་སྡོང་དེ་རྒྱ་ནག་གི་འཆར་གཞི་འདི་འདྲའི་ཐོག་ནས་ལས་རན་ཅིག་སྔོན་བསྲེས་དོག་པོ་གི་ཐོག་ནས་ད་སྔོན་བསྲེས་དོག་རུ་དོག་རུ་འགྲོ་གི་ཡོད་རེད་དེ་ང་ཚོས་ཧ་གོ་གི་རེད། དེ་ག་ནང་བཞིན་ད་དེ་འདྲ་གསུང་གི་འདུག་གློག་བརྙན་བཟོ་ཚོང་ཁང་ལ་སོགས་པའི་རྒྱ་ནག་གི་འབྱོར་ལྡན་དང་ཚོང་ལས་ཁང་མང་པོ་གིས་ཁོ་ལ་བལ་བདག་པོ་རྒྱག་གི་འདོག་པ་ཡོད་རེད་དེ་ཁོ་རང་དེ་སོགས་དང་མཉམ་དུ་མ་སོང་བར་ཕ་ཡུལ་ལ་བསྡད་ཕྱིན་ནས་ཁེ་ཕན་བློས་གཏོང་ནས་ད་ཕ་ཡུལ་ཡར་རྒྱས་གཏོང་བར་གྱི་སྣེ་ཁྲིད་ཀྱི་ཡོད་རེད། ད་དེ་འདྲ་གི་བཀའ་མོལ་གསུང་གི་འདུག་བ། སྐད་ཆ་དེ་ཚོ་དོན་དངོས་དང་ཡོངས་སུ་འགལ་བ་ཆགས་ཀྱི་ཡོད་རེད། ག་རེ་བྱས་ནས་ལགས་ཡིན་ན་དང་པོ་དེ་བསྟན་འཛིན་དང་འབྲེལ་བའི་རྒྱ་ནག་གི་དྲིལ་བསྒྲགས་ཀྱི་དགོས་མཁོ་དེ་བསྟན་འཛིན་བེད་སྤྱོད་གཏོང་བྱས་ནས་བོད་ཀྱི་ངོ་བོ་དང་རྣམ་པ་དེ་རྒྱ་ནག་གི་དགོས་མཁོ་བྱས་དོན་འཛམ་གླིང་ལ་ཁྱབ་བསྒྲགས་བྱ་ཡག་དེ་རེད་མ་གཏོགས་རྒྱ་ནག་ནང་ལོགས་ཀྱི་གནད་དོན་ཅིག་ཁྱབ་བསྒྲགས་བྱེད་ཡག་གི་ཆེད་དུ་བསྟན་འཛིན་རྒྱ་ནག་ལ་དགོས་མཁོ་ཡོད་བ་ཆགས་ཀྱི་མེད་བ་དེ། རྒྱ་ནག་གི་ཕྱི་སྲིད་འབྲེལ་འཚབ་པའི། གསར་འགོད་ལྷན་ཚོགས་ཀྱི་ཐོག་ལ་ངས་ད་གིན་གང་ལ་ཞུ་ཆོག་ཧྥ་ཁྲེ་ལན་ཏེ་གིས། གསར་འགོད་ལྷན་ཚོགས་རང་གི་ཐོག་ལ་ག་རེ་ལབ་ཡོད་རེད་ཟེར་ན་ཟི་ཁྲོན་ནས་ཡིན་པའི་བསྟན་འཛིན་ཕ་ཡུལ་གྱི་ཡུལ་སྐོར་དྲིལ་བསྒྲགས་ཀྱི་ཚམ་ཚོམ་མི་སྣ་ཡིན་པ་དང། ད་དེ་རྒྱ་ནག་གིས་བོད་ཀྱི་གྲོ་ཉོང་མི་རིགས་ཚོ་ལ་ཡར་རྒྱས་དང་ལྟ་སྟངས་བཟང་པོ་བྱས་ཡོད་པ་དང་བོད་མི་ཚོ་འཚོ་བ་ཧ་ཅང་གི་སྐྱིད་པོ་ཡོད་པའི་གི་དཔེ་མཚོན་མྱོང་དུ་མེད་པ་ཅི་རེད་ལབ་ཀྱིན་ཧམ་བཤད་དང་འཁྱོག་བཤད་བྱས་པ་དེ་ག་རང་ནས་དང་པོ་ཁོ་རང་ནས་བསྟན་འཛིན་ཁོའི་ཕ་ཡུལ་ལི་ཐང་གི་ཆབ་སྲིད་དྲིལ་བསྒྲགས་གི་དམིགས་ཡུལ་བཅས་ཀྱི་ཆེད་དུ། གསོ་སྦྱོང་བྱེད་བཞག་པ་ཡིན་པ་དེ་གསལ་བོ་ཤོད་ཀྱི་ཧ་གོ་ཡ་གྱི་རེད་མ་གཏོགས་དེ་བྱས་ག་རེ་ལ་དགོས་རེད། མ་རྒྱ་ནག་ནང་ལོགས་ལ་འགྲོ་བྱས་ནས་ཀྱི་གོ་སྐབས་རྙིང་པ་ཅིག་ཡོད་ཨ་གི་གནད་དོན་ཆགས་ཀྱི་ཡོད་མ་རེད་དེ། བོད་ནང་ལོགས་རང་དང་དེ་ཡང་ལི་ཐང་རང་གི་དབྱིན་ཡོང་གི་ད་ཆབ་སྲིད་ཀྱི་དྲིལ་བསྒྲགས་དང་རྣམ་པ་དེ་རྒྱལ་སྤྱིའི་ཐོག་ལ། ངོ་བོ་གཞན་དག་ཅིག་ལ་སྦྱོར་ཡང་རྣམ་པ་གཞན་དག་ཅིག་ལ་བསྟན་ཡང་གི་ཆེད་དུ་གསོ་སྦྱོང་བྱེད་པ་དེ་སྐད་ཆའི་བདེ་སོགས་ནི་ང་ཚོ་བང་སྒྲིག་པ་ཡིན་ན་གསལ་པོ་ཞུ་བྱ་ཁོ་ཐུག་གི་རེད་དེ་ཞུ་གི་ཡོད། མ་གཞི་ནི་རྒྱ་ནག་གི་གློག་བརྙན་བཟོ་ཚོང་ཁང་ལ་སོགས་པ་རྒྱ་ནག་ནང་ལོག་གི་དྲིལ་བསྒྲགས་དགོས་ཡ་ཅིག་ཡོད་ན་དེ་བྱེད་མཁན་ཤེས་ཡོན་དང་བསྐྱེད་རྫོགས་གང་གི་ཐད་ནས་ཡིན་པ་ཡིན་ལ་ད་བསྟན་འཛིན་འདྲ་བོ་ཅིག་ལ་རེས་མ་གོ་བར་རྒྱ་མི་གི་ཕོ་སར་མོ་སར་མང་པོ་ཡོད་བ་དེ་ང་ཚོ་གསལ་པོ་ཤ་གོ་གི་རེད། གནད་དོན་འདི་དང་འབྲེལ་བའི་གི་ཐོག་ལ་ད་ལྟ།

དེས་ཀྱི་ད་ཡང་ངའི་ཡིག་བརྒྱ་དེ་ད་ལྟ་རག་མ་སོང་སྟེ། རྡོག་རྡོག་དེ་ག་རེ་བྲིས་འདུག་ལབ་ན་ཁོ་རང་གི་འདོམས་ཀྱི་རྒྱབ་ཀྱི་འདོམས་དེ་དངོས་གནས་འདྲ་བོ་ཆེ་རེ་བྲིས་འདུག་ད་བསྟན་འཛིན་གྱི་བསྟན་འཛིན་ཁོ་རང་ལ་ད་ང་ཚོ་གི་ཡག་ཡག་པོ་བྱེས་སུ་ལབ་ཅིག་ནི་སྒམ་པོ་དགོས་ཡ་དང་སྡུག་ཅག་བྱེས་སུ་ལབ་ཅིག་ནི་སྤྱོད་འཇུག་བྱེས་དགོས་ཡ་ཡོད་མ་རེད། ག་རེ་བྱེས་ནི་ལབ་ན་ཨ་ནི་ཁོ་རང། ཤེས་ཡོན་གྱི་གོ་སྐབས་མེད་ཕྱོགས་ཀྱི་ལྟ་འདོགས་ཤོག་ཅིག། ཆགས་ཏེ་ཡོད་པའི་ཆ་ནས་དང། རང་དབང་མེད་མྱིན་གྱི་ལྟ་བོད་པ་བྱིན་པའི་ཆ་ནས་དེ་ཚོའི་གནད་དོན་གྱི་ཐོག་ལ་ང་ཚོ་བསྟན་འཛིན་ལ་འགྲིག་སོང་དང་མ་འགྲིག་སོང་ལ་ནི་སྒམ་པོ་བྱེད་དགོས་པ་དང་འགྲིག་མ་སོང་ལ་བྱས་ནས་བསྟན་འཛིན་ལ་སྐྱོན་བརྗོད་བྱེད་དགོས་པ་ཡོད་མ་རེད། སོང་ཞག་ད་དེ་དེ་ག་རང། ང་གིས་དེ་ག་རང་ངོས་འཛིན་ཞུ་དགོས་བསྟན་འཛིན་ཁོ་རང་གི་ནད་དུག་བསམ་བློ་གཏོང་ཡིན་ན། དེ་བྱ་དུས་བསྟན་འཛིན་འདྲ་བོ་གཅིག་རྒྱ་ནག་གིས་གཅིག་བེད་སྤྱོད་གཏོང་བྱས་ནས་བཟོ་ཚོང་ཁང་དང་གཅིག་གློག་བརྙན་འདི་ཚོ་ཁྱབ་བསྒྲགས་བྱེད་དགོས་ཀྱི་གནད་དོན་དེ་ཡོད་མ་རེད་དེ་ང་ཚོས་ཁས་ལེན་བྱེད་དགོས་རེད་དྲན་གྱི་འདུག་སྤྱིར་བཏང་བསྟན་འཛིན་འདྲ་བོ་ཆགས་ཀྱི་ན་ད་ཕོ་གསར་ལོ་ཆུང་ཆུང་དངོས་གནས་ཀྱི་ཁོ

གོ་སྐབས་འདྲ་མཉམ་གྱིས་བཀྲིས་ཆེ་ནས། སྡིངས་ཆ་གྱི་བཟོ་གི་མེད་བ་དེ་ད་ལོ་དྲུག་བཅུ་གི་ནང་ལོགས་ལ་ང་ཚོ་ར་འཕྲོད་ཚར་རེད་དེ་བྱེད་དུས། དེ་འབྲེལ་གྱི་ང་ཚོས་རྒྱ་ནག་ལ་འུད་ཏོག་བྱེད་དགོས་ཡག་གི་གནད་དོན་རྩ་བ་ཉིད་ནས་ཡོད་མ་རེད། ད་དེ་མེད་བ་དེ་བོད་ནང་ལོགས་ཀྱི་ཚོང་པ་རེ་རེ། ཤེས་ཡོན་པ་རེ་རེ་ཡིན་ན་རྒྱ་མིས་ག་འདྲས་བྱས་ནས་རྩ་མེད་བཟོས་སོང། མི་འཇོན་ཐོང་སྐྱེས་རེ་རེ་ཡིན་ན་ག་འདྲས་བྱས་ནས་རྩ་མེད་བཟོས་སོང། བདེ་ལེགས་ཐོང་རོ་ལ་བསམ་བློ་གཏོང་ཡ་ནས་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ལགས་ཡག་གི་དངོས་གནས་ཁོ་རང་གི། སྤྱིར་ཁ་བ་ཅན་པ་སྤྱི་ལ་དགོས་ཡ་ཡོང་གི་འདུག་དེ་ལས་མཐོ་བ་ལ་དགོས་ཡ་གི་ད་ཤེས་འབྱུང་གཉིས་ལྡན་གི་མི་དེ་ག་འདྲའི་ཅི་ནི་མེད་པ་བཟོས་སོང་དེ་སོགས་ནི། ནི་བོད་ལ་ཅིག་ཡ་ཅིག་ཡོད་བ་དེ་རྒྱ་མི་གི་གོ་སྐབས་ཅིག་སྤྲད་ཕྱིན་ནི་རང་དབང་ཅིག་སྤྲད་ཕྱིན་ནི། ད་གསོ་སྐྱོང་མི་བྱེད་ཡ་ད་གོ་སྐབས་མི་སྤྲད་ཡ་དེ་ད་ང་ཚོར་ཚ་རིག་ཐོང་ས་རེད་དེ་བྱེད་དུས་ཙམ་པ། དེ་འདྲའི་ཅིག་གི་རེ་བ་རྒྱབ་ཡ་ཡོད་མ་རེད་འུ་ཐུག་བྱས་ན་ལས་རྒྱུ་འབྲས་འགྲོ་གི་མ་རེད་ང་ཚོ།

ད་ལ་དྲ་ལམ་ཁག་ལ་དེ་འདྲའི་གསུང་མི་འདུག་བ། བསྟན་འཛིན་ཁོ་རང་བས་ཏེ་ད་བོད་ལ་བས་ཏེ་ཤ་ཞེན་ཞེ་བོ་ཅིག་ཡོད་རེད་ཟེར་ད་དེ་ཤ་ཞེན་ཡོད་རེད་ཡ་ལབ་ཐུབ་མ་རེད་ཡོད་མ་རེད་ང་ཡིན་ན་ལབ་མི་ཐུབ། གང་ཡང་ལབ་མི་ཐུབ་རོགས་རང་དབང་མེད་པའི་ཆ་ནས་ནི་ཤ་ཞེན་ཡོད་རེད་ལབ་ཡ་ལ་རང་དབང་ཡོད་མ་རེད། ཤ་ཞེན་ཡོད་མ་རེད་ལབ་ཡ་ལ་རང་དབང་མེད་པའི་ཆ་ནས་ཁོ་རང་གི་རྣམ་འགྱུར་ད་ལྟ་ཅིག་རྒྱ་མི་རྒྱ་དར་འཕྱར་བསྡད་ཡ་དེ་ཚོ་ཁོ་རང་གི་སེམས་གཏན་གྱི་འདུན་པ་དང་རེ་བ་དང་དེ་འདྲ་གྱི་རྣམ་འགྱུར་ཞིག་ཡིན་པ་ངས་ངོས་འཛིན་བྱེད་ཀྱི་མེད། དེ་འདྲ་ཡིན་པའི་ཆ་ནས་ཁོ་རང་སྐོར་ལ་ངས་ཡག་དོག་གང་བཤད་ཀྱི་མེད། ཡིན་ན་ལ་རས་ཅན་གྱི་ག་རེ་ཞིག་ལབ་གི་ཡོད་རེད་ཟེར་ན། བསྟན་འཛིན་བལ་དེ་བོད་ཀྱི་ལ་ཞེན་གྱི་ཞི་བ་ཅིག་ཡིན་པ། གསར་འགོད་པ་གི་དང་པོ་ཁྱེད་རང་བལ་དེ་ས་ཆ་ག་བ་ལ་འགྲོ་གི་ཡིན་དྲིས་དུས་བརྩམས་པ་ལ་ང་ལྷ་ས་འགྲོ་གི་ཡིན་ལབ་རེད་མ་གཏོགས་ཧྲེན་ཀྲེན་དང་ཧྲང་ཧེ་སོགས་ལ་འགྲོ་གི་ཡིན་ལབ་ཡོད་མ་རེད།

ཡིན་ན་ལས་རྗེས་ལ་དེ་རྗེས་ལ་ད་དྲ་ལམ་ལ་སྐད་རགས་ཞི་བོ་ཅིག་བཟོས་ཚར་བའི་རྗེས་ལ་ཨ་ནི་རྒྱ་ནག་གཞུང་གི་སི་སི་ཏི་བི་གི་ཐོག་ལ་ད་རྒྱ་ནག་གི་གཞུང་འབྲེལ་གི་གསར་འགོད་པ་སྐད་རགས་ཅན་དུང་ཤན་ལ་དེ་གས་ད་དྲི་བ་དྲི་ལན་ཐད་གཏོང་བྱེད་པའི་གི་སྐབས་ལ་ཨ་ནི་ཁྱོད་ས་ཆ་ག་བ་ལ་འགྲོ་ཡག་གི་འདོད་པ་ཡོད་ཟེར་སྐད་ཆ་དྲི་བའི་སྐབས་ལ་ཁོ་གི་ལན་ག་རེ་བརྒྱབ་ཡོད་རེད་ཟེར་ན་ཨ་ནི་ང་ཕྱིས་འགྲོ་འདོད་ས་དེ་པེ་ཅིང་ཡིན། དེ་ནི་ངས་ལྟ་འདོད་ཡག་དེ་པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐོངས་མཆན་གྱི་སྐར་གཉིས་དར་མ་བསྒྲེངས་ཡ་དེ་ལྟ་འདུག་ཡུས་ཀོ་རོང་གིས་ལན་ད་ག་རང་རྒྱབ་ཡོད་རེད་ཐད་གཏོང་གནང་རོགས། དེ་ག་ནང་བཞིན་བསྟན་འཛིན་དང་པོ་སྐད་གྲགས་འགྲོ་བའི་སྐབས་ལ་ཁོ་རང་གིས་ཤོག་དབུ་དམར་བོ་གི་ཐོག་ལ་ཡི་གེ་ནག་པོ་བྲིས་པ་གཅིག་བཟང་བདེ་བ་དེའི་ནང་ལོགས་ལ་ང་སི་ཁྲོན་ནས་ཡིན་ཟེར་ཞེས་ཡོད་རེད་མ་གཏོགས་བོད་ནས་ཡིན་པ་དང་ལི་ཐང་ནས་ཡིན་པ་དེ་འདྲ་ཡང་བྲིས་ཡོད་མ་རེད། ད་དེ་སུའི་གནས་སྟངས་དེ་ཚོ་ཁོ་ལ་རང་དབང་མེད་པའི་ཆ་ནས་ཁོ་ལ་དེ་འདྲ་ཅིག་བཤད་ཡག་གི་འཐོབ་ཐང་དང་ད། ཁོ། དེ་འདྲས་ཀྱི་མ་གཏོགས་བཤད་ཡག་གི་རང་དབང་དང། གནས་བབ་མེད་པའི་ཆ་ནས་དེ་ང་ཚོས་བསམ་གཞིག་བྱེད་ཐུབ་ཡག་གི་རེད་བསམ་གཞིག་བྱེད་དགོས་ཡག་གི་རེད། དེ་སོགས་གཅིག་བྱས་ན་ཁོ་རྒྱ་མིའི་བཙན་བཀའ་རང་གི་ཐོག་ནས་ད་དེ་འདྲས་བཤད་ཆོག་ཡིན་སྲིད་བ་རེད་འཆར་གཞི་རང་གི་ཐོག་ནས་གང་ལྟར་དེ་བྱེད་དུས་ག་བར་འགྲོ་གི་ཡིན་ལ་དེ་ལ་ལན་མ་འདྲ་བ་གཉིས་ཡོད་རེད་ངས་དེ་བྱེད་དུ་ཞུ་གི་ཡོད་རེད་མ་གཏོགས་ཁོ་ཆེ་རྒྱ་ལ་དགའ་རྒྱོ་རེད་བོད་ལ་ལ་རྒྱ་མི་རྒྱོ་རེད་ངས་དེ་སྒྲུབ་གི་མེད། ངས་ད་ལྟ་སྐད་ཆ་དེ་ག་རེ་བྱས་ནས་ཞུ་གི་ལབ་ན་ག་བར་འགྲོ་ཉེན་འཕྲོ་གི་འདུག་ལབ་རྒྱུ་དེ་ལ་ལན་མ་འདྲ་བ་གཉིས་རྒྱབ་རྒྱུ་དེ་གི་ཁ་ཅིག་གིས་ལན་གཅིག་མ་གཏོགས་བེད་སྤྱོད་གཏོང་གི་མེད་པའི་རྒྱུ་མཚན་གིས་ངས་དེ་སྐད་ཆ་དེ་ཞུ་གི་ཡོད། ད་དེ་འདི་ཡིན། རེག་བྱེད་ཀྱིས་དེ་འདྲས་གསུང་གི་འདུག་ད་ལི་ཐང་བསྟན་འཛིན་གྱི་གཟིགས་བརྗིད་ཀྱི་འོག་ལ་ད་ཁམས་རིག་ཆུང་ཆེན་པོ་དེ་ས་གི་ས་ཁུལ་དང་ལྷག་པར་དུ་ལི་ཐང་གི་ས་ཆ་དེ་ཚོ་ད་ཡར་རྒྱས་ཀྱི་ལམ་སྣེ་གྱིས་ཁྲིད་ནས་ད།

ལྗོངས་ཐོངས་ཅན་གྱི་བོད་པ་བཅས་ཀྱིས་སྣེ་ཁྲིད་བྱས་ནས་བོད་ཀྱི་ནང་ལོགས་ལ་ད་ལྟ་ཡར་རྒྱས་གཏོང་ཡག་གི་རང་དབང་ཅིག་རྒྱ་མིས་སྤྲད་ཀྱི་ཡོད་རེད་པས་དེ་འབྲེལ་གྱི་གནས་སྟངས་ཅིག་ཡོད་རེད་པས་དེ་སོགས་ང་ཚོས་བསམ་བློ་གཏོང་དགོས་ཡ་གལ་ཆེན་པོ་ཞིག་རེད། སྐད་ཆ་དེ་ཚོ་དྲ་ལམ་ལ་ཁྱབ་འགྲོ་དུས་རྒྱ་ནག་གི་ཉི་མ་བཅས་ལ་ཚུར་བེད་སྤྱོད་གཏོང་ཡག་གི་ཉེན་ཁ་ཡོད་དུས་རྣམ་པ་ཚོ་གིས་དེ་སུས་བྲིས་དེ་ལ་གཟབ་གཟབ་གནང་དགོས་ཡ་དང་ལྷག་པར་དུ། ད་དེ་སུས་བྲིས་དེ་དངོས་གནས་བཀོད་མ་བཀོད་ནི་ངས་བསམ་ན་བོད་སྤྱི་གི། རྩ་སྟོང་འཐབ་རྩོད་ལ་བསམ་བློ་གཏོང་ན་འདྲ་མི་སྒེར་གྱི་གླའི་ལ་རྒྱ་དང་ད་ག་རེ་ལ་བསམ་བློ་གཏོང་ན་འདྲ་དེ་སུས་བྲིས་ཏེ་ང་ཚོ་སྐུ་དགོས་ཡ་གི་གནད་དོན་ཡོད་མ་རེད་དྲན་འདུག་དེ་སུས་བྲིས་ཏེ་ག་ལེ་ག་ལེ་རྒྱ་ནག་ལ་དགོས་ཡ་གི་སྐད་ཆ་འཆའ་བ་ཡིན་ན་ཉི་མ་གཅིག་ལ་ནི་རྒྱ་ནག་གི་ཚོར་བེད་སྤྱོད་གཏོང་ཡ་གི་ཉེན་ཁ་ཏན་ཏན་ཡོད་རེད་ད་དེ་ལ་བཟོ་བའི་སྐད་ཆ་བཤད་ཡ་མང་པོ་འདུག་དེ་ད་ཡང། ཅིག་ཤི་ན་ཏག་ཏག་བདེ་ས་མ་རེད། མདོར་བསྡུས་ན་ད་དངོས་ཡོད་གནས་ཚུལ་གྱི་ང་ཚོ་རྣམ་སྤྱོད་དང་རྣམ་རིག་ཡོད་བ་གྲོང་ཚོ་ཡོད་བ་བོ་སྤྱི་ལ་བསམ་བློ་གཏོང་མཁན་ཅིག་ཡིན་པ་ཡིན་ན་ང་ཚོ་རང་གཞན་རོགས་ཚོང་མ། དགྲ་གཉེན་ངོ་ཤེས་བ་དགོས་ཡ་ཡག་སྡུག་དབྱེ་བ་འབྱེད་ཤེས་དགོས་ཡ། ཕྱོགས་རིས་གཞན་དགུ་གི་མིག་མ་ལོང་བ་དགོས་ཡ་དེ་ད་དངོས་གནས་ཀྱི་སྤྱི་སེམས་དང་གྲོང་ཚོ་ཡོད་མེད་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། དེ་མ་གཏོགས་ང་ཚོ་ཕ་ཡུལ་གཅིག་པ་ཡིན་པ་ཙམ་གྱིས་ཅིག་ཕྱོགས་ཞེན་བྱས་བསྡད་པ་ཡིན་ན་ད་ང་ཚོ་ཕ་ཡུལ་གྱི་གཏམ་དཔེ་བརྗོད་རེས་ཨ་ཕི་ཕོར་པ་ཡིན་པ་ཙམ་གྱིས་ནི་གཙང་མ་ཡིན་ལགས་ཡ་གི་རང་ཕྱོགས་ཡོད་ཚད་ཡག་པོ་ཡིན་ཟེར་ལབ་བསྡད་བ་ཡིན་ན་ད་དེ་དངོས་གནས་ཀྱི་ཕྱོགས་རིས་ཞེན་ཁུག་གི་ཞབས་འདྲེན་རང་རེད་མ་གཏོགས། ལྷག་པར་དུ་དེ་འདྲ་གི་ཡག་སྡུག་མཉམ་བསྲེ་བྱས་བསྡད་བ་ཡིན་ན་ནི་ཡག་དེ་ཚོ་ཡང་མཐོ་ལ་འགྲེང་འགྲོ་ཡ་གི་ད་ཉེན་ཁ་ཡོད་རེད་དེ་འདྲ་བྱེད་དུས། ད་དེ་དེ་རིང་གི་བཀའ་མོལ་དེ་དེ་རིང་བསྟན་འཛིན་གྱི་གནས་སྟོང་གཅིག་པོ་མ་ཡིན་པ། ང་ཚོ་ཕྱོགས་ག་རེ་གི་གནས་སྟངས་ཡིན་པ་ཡིན་ན་ལས་ང་ཚོ་རང་གཞན་རོ་ཚང་མ་གི་དངོས་གནས་ད་ལྟ་བོུ་འདི་འདྲ་གི་ཉག་ཕྲ་པོ་སོ་སོའི་ཕ་ས་དགྲ་ཡི་ལག་པ་ལ་ཚུད་རོ། སྟབས་སྤུན་ཟླ་དངོས་གནས་གི་རང་དབང་མེད་ཕྱོགས་གི་གནས་སྟངས་འདི་འདྲའི་ཅད་གི་སྐབས་ལ་ང་ཚོ་ཕྱོགས་རིས་ཞེན་གོ་བྱེད་ཡག་གི་གནས་སྟངས་རྩ་བ་ཉིད་ནས་ཡོད་མ་རེད་ལུང་སེང་གི་ཞེན་གོ་བྱེད་ཡག། ལྷག་པར་དུ་ད་ད་ལྟ་དགྲ་དགའ་གཉེན་སྡུག་ལ་བ་ནང་གི་ད་ད་རྡ་རམ་ས་ལ་གི་གཞུང་དེ་དང་མཐོ་འགྲོ་བའི་གནད་དོན་འདིའི་ནང་ལོགས་ལ་ང་ཚོ་ཕྱོགས་རིས་ཞེན་ཁུག་དེ་ཕར་བཞག་ཅིག་ནས་དངོས་གནས་གཞུང་དེ་ཚོ་སླར་གསོ་བྱེད་ཐུབ་ཡ་དང་རྡོག་རྩ་གཅིག་སྒྲིལ་ཅིག་གི་ཐོག་ནས་དངོས་གནས་བོད་ཀྱི་དཔའ་བོ་དཔའ་མོ་ཤི་འགྲོ་ཉེན་དེ་ཚོ་གི་ཁ་ཆེམས་དང་དངོས་གནས་རེ་བ་དེ་ལ་ང་ཚོས་ག་སེ་ཐུབ་ཐོག་གི་འབད་བརྩོན་གནང་དགོས་ཡ་དེ་ང་རང་ཚོ་ཚང་མ་ལ་འགན་ཡོད་རེ་ཞུ་གི་ཡོད་མ་གཏོགས་དེ་ང་གི་དེ་རིང་ཕར་ཁ་ལོག་ཅིག་ནས་རྣམ་པ་ཚོ་གཅིག་པོ་ལ་ཞུ་གི་མེད་ང་རང་ནས་གཙོས་ཕེབས་ཀྱི་ཞུ་གི་ཡོད་ཚང་མ་ལ། དེ་ནི་ལི་ཐང་བསྟན་འཛིན་རྒྱ་ནག་གི་ཆབ་སྲིད་ལག་ཆ་ལ་བེད་སྤྱོད་གཏོང་གི་འདུག་ལབ་དུས་དེ་ཁ་ཅིག་གིས་ཅིག། ལི་ཐང་བ་ཁེ། ད་ལག་ཆ་ཆེ་མདོག་འདྲ་བོ་ཅིག་གནང་བྱས་ནས་གདོང་ལ། ལོངས་བྱས་ནས་ད་དཀའ་མོར་གསུང་ཉིན་དེ་ཚོ་ལ། ངས་དངོས་གནས་ཀྱི། བརྩེ་བ་རང་གི་ཐོག་ནས། ང་ཚོ་གཅིག་གིས་ཅིག་ངོ་ཤེས་ཀྱི་ཡོད་པའི་ཆ་ནས་ཞུ་ཡ་ལ། ཐོག་མར་དེ་ལ། ད་བསྟན་འཛིན། ཟི་ཁྲོང་ནི་རེས་རྒྱ་མི་དྲིལ་བསྒྲགས་བྱས་ཡོད་རེད། དེ་འདྲའི་ལབ་བྱེད་ནི་ཧ་ལམ་བོད་ནི་མ་རིག་མདོག་མདོག་གི་རྒྱ་ནག་གི་ཕྱོགས་བསྒྱུར་བྱེད་ཡིན་བའི་སྐབས་ལ་རྣམ་པ་ཚོ་གི་ག་སོག་གི་བསྟན་འཛིན་དེ་ལི་ཐང་ནས་ཡིན་པ་བོད་ནས་ཡིན་པ་རྣམ་པ་ཚོ་གི་རྩོད་ལེན་བྱས་ཡོད་དྲག་ཆ་གི་ཐོག་ལ་རྣམ་པ་ཚོ་གི་སྐབས་དེ་དུས་བསྟན་འཛིན་བོད་པ་རེད་བསྟན་འཛིན་ལི་ཐང་བ་རེད་ལབ་བྱེད་ནི་བོད་པ་གི་ལ་རྒྱ་དང་ལི་ཐང་གི་ལ་རྒྱ་བཙུགས་བྱེད་ནི་དྲ་ལམ་ལ་ཅིག་རྩོམ་དང་མཆན་དེ་འདྲའི་རྣམ་པ་ཚོ་གི་བྲིས་ཡིན་པས་དེ་བྲིས་མིན་ན་བྲི་རོགས་གྱིས་ཞུ་གི་ཡོད། སོ་སོ་འདྲ་བོ་ཞིག་ན་སྐབས་དེ་དུས་བྲིས་པ་ཡིན། བསྟན་འཛིན་དེ། དེ་ནི། ཟི་གྲོང་བ་ཞིག་མ་ཡིན་པར་བསྟན་འཛིན་དེ། བོད་པ་ཞིག་ཡིན་པ་ལི་ཐང་བ་ཞིག་ཡིན་པ། འོ་ད་དེ་འདྲ་གི། དྲ་ལམ་ལ་སྤེལ་བ་ཡིན། ང་ཚོ་བཙན་བྱོལ་བོད་མི་ཚོ་གི། བསྟན་འཛིན་གྱི་སྐོར་ལ་ཡིན་ན་འདྲ། བསོད་ནམས་དར་རྒྱས་ཀྱི་སྐོར་ལ་ཡིན་ན་འདྲ། ཆོས་སྐྱིད་ལགས་ཀྱི་སྐོར་ལ་ཡིན་ན་འདྲ། ད་ང་ཚོ་གི་མདོ་དབུས་ཁམས་གསུམ་ཀ་གི་དངོས་གནས་ཀྱི་ད་ལྟ་ལྟ་ཅིག་མི་སྣ་ག་འདྲ་ཅིག་ཡིན་པ་ཡིན་ན་ལས་རྒྱ་ནག་གི་འོག་ལ་ཁོང་ཚོ་འདི་བཞག་ཉིན་དེ་ཚོ་ལ་དགའ་འབོད་བྱེད་བ་ལས། ཁོང་ཚོ་ག་འདྲ་ཅིག་ནས་རྒྱ་ནག་གི་བེད་སྤྱོད་ལོག་པ་གཏོང་གི་ཡོད་བའི་ཀྱི་སྐོར་ལ་སྤྱི་ཚོགས་ནང་ལོག་ལ་ཁྱབ་བསྒྲགས་བྱེད་དགོས་བ་དང་བདེན་སྟོང་དག་བྱེད་བྱེད་དགོས་ཏེ་གེ་ཆེ་ཆགས་ཀྱི་ཡོད་རེད་དྲན་འདུག་དེའི་སྔོན་ནས་ཁོང་ཚོ་གི་ལ་རྒྱ་རྩོ་བ་ཅིག་ཆགས་ཀྱི་ཡོད་རེད་སོ་སོའི་སྡེ་ལུང་པ་གི་ལ་རྒྱ་རྩོ་བ་ཅིག་ཆགས་ཀྱི་ཡོད་རེད་ངས་དེ་དྲན་བསྡད་ཀྱི་ཡོད། ང་ཚོ་གི་ལི་ཐང་དེ་བོུ་ཡིན་པ་གི་དག་སྐྱེར་བྱེད་དགོས། བསྟན་འཛིན་དེ་ལི་ཐང་བ་ཅིག་ཡིན་པ་བོད་པ་ཅིག་ཡིན་པ་དག་སྐྱེར་བྱེད་དགོས་གི་གནས་སྟོང་ཅིག་རེད་མ་གཏོགས།

སློབ་གྲྭ་ག་སིས་སྒོ་རྒྱབ་ཀྱི་འདུག་ད་ལྟ་དེའི་ཆ་ལ། པར་ལྡན་ས་སྐྱ་བའི་ཆོས་བརྒྱུད་ཡིན་ཆོག་གི་ད་མཁའ་མར་དགོན་པ། བཙན་དབང་གི་ཐོག་ནས་སྒོ་རྒྱབ་ཀྱི་ནི་ད། དགེ་འདུན་པའི་དེ་སོགས་ངོམ་བུ་བྱེད་ཀྱི་ནི་ད་གནས་སྟངས་ག་འདྲ་གི་དངོས་གནས་ང་ཚོ་གི་བརྙན་ལྟས་པ་ཡིན་ན་བརྙན་ལྟ་མ་ཐོབ་ཡ། དེ་འདྲ་གི་གནས་སྟངས་ད་ད་ལྟ་གནས་ཚུལ་གསར་བ་མཐོང་ཡ་ལ་དེའི་ནང་ལོགས་ནས་དགེ་འདུན་པ་ཁག་ཅིག་རང་ཤི་རྒྱ་བ་གི་གནས་ཚུལ་ཡང་གོ་ཡ་ཡོད་རེད་གནས་སྟངས་དེ་སོགས་ང་ཚོ་མ་བརྗེད་པའི་ཐོག་ནས། གནས་སྟངས་དེ་སོག་པོའི་ནང་གི་དངོས་གནས་སྟངས་ཡིན་པ་དེ་ང་ཚོས་དྲ་ལམ་ལ་ཁྱབ་བསྒྲགས་བྱེད་དགོས་པ་དེ་གལ་ཆེན་པོ་ཞུ་ཡི་ཡོད་རེད་ད། ད་ང་ཚོ་གི་ཡིད་གཅིག་མིག་གཉིས་ལི་ཐང་བསྟན་འཛིན་གྱི་པར་དང། ཆོས་ཡན་སྐྱིད་ཀྱི་པར་དང་བསོད་ནམས་དར་རྒྱས་ཀྱི་པར་དེ་སོག་ད་ང་ཚོ་གི་མ། ཁྱབ་བསྒྲགས་བྱེད་ཡ་ཡིན་ན་དེ་སོག་དང་མཉམ་དུ་མཉམ་དུ་ལ་ང་ཚོ་གི་ག་རེ་ཁྱབ་བསྒྲགས་བྱེད་དགོས་ལབ་ན་ད་ད་ལྟ་བོད་ནང་ལ་སློབ་གྲྭ་སྒོ་བརྒྱབ་འགྲོ་གི་ཡོད་བ། དྲུག་གི་བསྟན་འཛིན་བདེ་ལེགས་རྒྱ་ནག་གི་ལྐོག་གསོད་གཏོང་བའི་གི་གནས་སྟངས། རེད་བ། ད་ལྟ་དགོན་པ་སྒོ་བརྒྱབ་བྱས་ནས་དགེ་འདུན་པ་རང་ཤི་བརྒྱབ་ཡིག་གི་གནས་སྟངས་རོ་ལུའི་མི་ཡིག་ལ་མི་བརྒྱ་དང་དྲུག་ཅུ་ཡིན་མིན་རོ་ལུའི་མི་ལས་སྲིད་བར་གྱི་གནས་སྟངས་ཀྱི་པར་དང་གནས་ཚུལ་དེ་ཚོ་ད་མཉམ་དུ་ཁྱབ་བསྒྲགས་བྱས་པ་ཡིན་ན་ཡང་དེ་ཡང་གོ་སྐབས་ཅིག་རེད། འོ་དེ་བཅས་ཞུ་བ་ཡིན། དེ་ག་ནང་བཞིན་ད་རྒྱ་ནག་རྒྱལ་ཡོངས་ཀྱི་ཀླུ་སྐེད་འགྲན་བསྡུར་ལ་སོགས་པའི་ད་བོད་ནང་ལོགས་ལ་ད་ད་ལྟ་གང་ལྟར་གོ་སྐབས་དང་གཟེངས་རྟགས་ཀྱི་མིང་འདྲ་མི་འདྲ་གི་ད་གནས་སྟངས་དེ་ཚོ་ལ་ང་ཚོ་བཙན་བྱོལ་ནང་ལོགས་ནས་དངོས་གནས་གནས་སྟངས་དེ་ཚོ་གི་ཐོག་ལ། སྒམ་པོ་བྱས་ཏེ་ལྔ་ཕྲག་རེ་དྲན་འདུག་དེ་ལས་ཀྱང་ད་ཐར་ཆ་ཆེ་བའི་བསྟོད་བསྔགས་ཀྱི་ཚིག་བེད་སྤྱོད་མ་གཏོང་བའི་ཐོག་ནས་བོད་དང་རྒྱ་ནག་ཐ་དད་ཡིན་པ་ད་ལྟའི་བོད་ནང་གི་གནད་དོན་ག་རེ་ཡིན་པ། དེ་སོགས་ཀྱི་གནད་དོན་དེ་ཚོ་ང་ཚོ་གིས་དེ་ཚོ་དང་མཉམ་དུ་དྲིལ་བསྒྲགས་བྱེད་དགོས་ཏེ། གལ་ཆེན་པོ་ཞུ་འདུག་ངས་དེ་ཞུ་གི་ཡོད་ག་རེ་ཅི་ནས་ཞུ་གི་ཡོད་ལབ་ན། རྒྱ་མིས་ཀྱིས་ང་ཚོ་བོད་དང་པོ་ཟ་བའི་སྐབས་ནས་ད་དངོས་གནས་ཀྱི། འཇམ་རྩུབ་བསླུ་བྲིད་སྣ་ཚོགས་པ་གིས་ད་དངུལ་སྤྲད་ནས་བསླུ་བྲིད་བྱས་ཡོད་རེད་གོ་ས་སྤྲད་ནས་བསླུ་བྲིད་བྱས་ཡོད་རེད། མེ་མདག་གི་འཇིགས་སྐོར་བྱས་ནས་བསླུ་བྲིད་བྱས་ཡོད་རེད་ད་དེ་འདྲ་བྱེད་ཀྱི་ནི་རྒྱ་མི་གི་བོད་པ་བློ་ཉུག་བློ་སོང་བྱེད་བ་གི་གནས་སྟོང་དེ་ད་ང་ཚོ་ལོ་རྒྱུས་ནོར་ལོག་ལ་ད་ཉམས་མྱོང་ཞེ་དྲག་ཡོད་རེད་དེ་བྱེད་དུས་ད་བཙན་བྱོལ་ནོར་ལོག་ལ་དགྲ་བོ་ཆགས་ཀྱི་ན་རྒྱ་མིའི་དངུལ་དང་དངོས་པོ་གི་བསླུ་བྱས་ནས་བོད་པ་ནང་ཁོལ་ལ་དབྱེ་འབྱེད་དཀྲུག་ཤན་གི་གནས་སྟོང་ད་ག་འདྲ་ག་འདྲ་ཡོང་གི་འདུག་དེ་སོགས་གི་ཐོག་ལ་ད་ང་ཚོ་གི། དངོས་གནས་ཀྱི། ག་རེ་ལབ་དགོས་རེད་རིག་པ་གཟའ་སྐྲུངས་དགོས་ཡ་དེ་གལ་ཆེན་པོ་ཞེ་བོ་འདུག་དྲན་གྱི་འདུག་ད་རྒྱ་མིའི་གྱི་དངོར་དང་དངོས་པོ་དང་དད་པ་གྱི་བསླུས་བྱས་ནས་ད་རྒྱ་ནག་གཞུང་གི་ང་ཚོ་བཙན་འབྱོར་ནང་ལོགས་ལ་ད་ལོ་ཁ་ཤས་ཅིག་གི་ནང་ལོགས་ལ་ད་ང་ཚོའི་འཐབ་རྩོད་དེ་གཏོར་བརླག་ག་ཟེ་ཅིག་བཏང་སོང། ད་ང་ཚོའི་མར་དྲན་གསོ་འདྲ་བོ་ཞིག་གཏོང་ཡ་ཡིན་ན་ང་ཚོའི་འཐབ་རྩོད་ཀྱི་དམིགས་ཡུལ་དང་ཐབས་ཇུས་རེ་རེ་བཞིན་དུ་ད་ལུས་གཏོང་བྱེད་དགོས་ཡ་འགྱུར་བ་གཏོང་དགོས་ཡ། རྒྱ་མི་ལ་བསྟུན་མཁས་བྱེད་དགོས་ཀྱི་གནད་དོན་འདི་ཚོ་ཚང་མ་རྒྱ་ནག་གིས་ད་གང་ལྟར་བསླུ་ཁྲིད་བྱེད་བཞག་ཡོད་ཀྱི་གནད་དོན་ཅིག་ཆགས་བསྡད་ཡོད་རེད་ང་ཚོ་ལ་དགྲ་བོ་རྒྱ་ནག་གིས་རྒྱལ་དར་མེ་ལ་བསྲེགས་ཀྱི་མིན་ལབ་ཡ་དང་བོད་གཞུང་གིས་མཚན་བྱང་བེད་སྤྱོད་མ་གཏོང་ཡ་དང་བོ་རང་བཙན་རྡོ་གཉན་གྱི་རྒྱལ་སྤྱིའི་བར་ལ་མ་ཉེས་ཁ་ཡོག་བྱེད་ཡ་དང་བོ་རང་བཙན་གྱི་སྐད་འབུག་ད་ཉིས་སྟོང་བཅུ་གསུམ་བཅུ་བཞི་དེ་བར་ལ་བྱེད་མ་ཆོག་ཡ་ཀྱི་གནད་དོན་བཟོ་ཡ་དང། དེ་བྱས་ན་ཧ་ལམ་བལ་དེ་ད་རྒྱལ་བ་རིན་པོ་ཆེ་ལ་མ་དགའ་བ་ཡིན་པ་གི་གནས་སྟངས་བཟོ་ཡ། དེ་ནི་བོད་རང་བཙན་གི་ལོ་རྒྱུས་གཙང་མ་ཡོད་མ་རེད་ཟེར་ཡ་དང། དེ་འདྲའི་བྱེད་ཀྱི་ནི་ད་ཚོགས་པ་དང་མི་སྒེར་རེ་རེ་བཞིན་ལ་ཉིས་སྟོང་བཅུ་གཉིས་བཅུ་གསུམ་བཅུ་བཞི་ཡིན་ཡང་ལ་རང་བཙན་ནི་ལམ་དབུ་མ་ལ་བཟོས་བ་རེད་བ། ད་དེང་སང་འདྲ་བོ་ཡིན་ན་ལ་བོད་གཞུང་དེ་ད་དམངས་གཙོའི་ཀ་བ་གསུམ་ཀ་ད་གཏོར་བྱས་ནས་ད་ལྟ་ད་བོད་གཞུང་དེ་རྩ་གཏོར་གཏོང་བཞིན་པའི་གི་གནས་སྟངས་ཆགས་ཡོད་རེད་བ། ད་གནས་སྟངས་དེ་ཚོའི་གྲས་དེ་མང་པོ་ཅིག་དགྲ་བོ་རྒྱ་ནག་གི་ནི་ད། ཕོ་ཉ་དེ་སོགས་ཀྱིས་དགྲ་བོ་རྒྱ་ནག་གི་སྐུ་ཚབ་དེ་སོགས་ཀྱི་སྔོར་དང་དངོས་པོ་གི་གླུད་བཞག་རྒྱུ་གི་མི་དེ་སོགས་ཀྱིས་ད་དད་པ་དང་དམངས་གཙོ་དང་ད་དེ་ནས་ཅིག་དེ་འདྲ་གི་ངོམ་པ་འདྲ་མི་འདྲ་བྱུང་བྱས་ནས་བོད་ལ་ཤ་ཚ་གི་ཡོད་མདོག་མདོག་རྒྱ་བ་རིན་པོ་ཆེ་ལ་དད་པ་བྱེད་ཀྱི་ཡོད་མདོག་མདོག་འོ་ད་དེ་འདྲ་ཅིག་ལུང་ཚན་བྱེ་བྲག་པ་ལ་ཞེན་དགུ་ཆེན་པོ་ཡོད་མདོག་མདོག་བྱེད་བྱས་ནས་ད་དེ་འདྲ་བྱེད་བྱས་ནས་མི་བྱེ་བྲག་པ་གཅིག་ལ་དགའ་བོ་ཡོད་གཅིག་ལ་དགའ་བོ་མིན་མདོག་མདོག་དེ་འདྲ་བྱེད་བྱས་ནས་ད་བཙན་བྱོལ་སྤྱི་ཚོགས་འདི་ལོ་ཁ་ཤས་ཅིག་གི་ནང་ལོགས་ལ་ག་འདྲ་བྱས་ནས་གཏོར་སོང། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོའི་འཐབ་རྩོད་དང་རྡོག་རྩ་གཅིག་སྒྲིལ་ང་ཚོའི་དམངས་གཙོ། ལ་སོགས་པའི་ང་ཚོའི་སྟོབས་ཤུགས་དང་ད་ང་ཚོ་གི་དཔའ་བོ་དཔའ་མོ་དེ་ཚོ་གི་ཁ་ཆེམས་ལ་བསམ་བློ་གཏོང་ཆེད་ནས་ད་ང་ཚོ་གི་དངོས་གནས་ཀྱི་དགྲ་དགའ་གཉེན་སྡུག་གི་གནད་དོན་འདི་གཉིས་སོ་སོས་སོ་སོར་རིག་པ་གཅིག་འགྲེམས་དགོས་ཏེ་གལ་ཆེན་པོ་ཞིག་རེད་དྲན་གྱི་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དངོས་གནས་ཀྱི་བོད་བཙན་པོ་གི་བུ་རྒྱུད་ཅིག་ཡིན་ན་ང་ཚོ་ཚོང་དམག་གིས་རྒྱ་ནག་གི་མགོ་སྐོར་འོག་ལ་མ་ཚུད་པའི་རིག་པ་ཟབ་རོང་དགོས་ཡ་དང། རྒྱལ་ཁབ་དང་རྒྱལ་ཁབ་བར་གྱི་འཐབ་རྩོད་ལ་ཀུན་སློང་བཟང་པོ་དང་ཡིད་ཆེས་ཙམ་གྱིས་ཡོང་ཡ་མེད་པ། རིག་པ་ཟབ་རོང་གི་ཐོག་ནས་དགྲ་གཉེན་མ་ནོར་བ་དགོས་ཡ། ཁེ་དང་གྱོང་མ་འཆོར་བ་བྱ་དགོས་ཡ་དེ་ད་ང་རང་ནས་བཙུད་པའི་ཤ་ར་གཅིག་པའི་བོད་པ་ཚོང་མ་ལ་རེ་སྐོར་ཞུ་གི་ཡོད།

ལི་ཐང་བསྟན་འཛིན་རྒྱ་ནག་གི་དྲིལ་བསྒྲགས་བྱེད་པ་དེ་གིས་བདེ་ལེགས་ཐོང་བ་གིས་བོད་ཀྱི་རྒྱལ་ཁབ་ཀྱི་ཆེད་དུ་བྱས་རྗེས་བཞག་བཞག་རྒྱུ་དེ་མེད་པ་བཟོ་ཐུབ་ཀྱི་མ་རེད། དེའི་གདེང་ཚོད་དེ་བདེ་ལེགས་ཐོང་བ་ཚང་མ་ལ་དགོས་ཀྱི་རེད། ཡིད་ཆེས་དེ་དགོས་ཀྱི་རེད་དེ། སོ་སོ་འདྲ་བོ་གཅིག་ནས་གུས་བཀུར་བྱེད་ཀྱི་ཡོད། སྔོན་མ་ནས། དེ་ག་རང་ཡིན། མདོར་བསྡུས་ན་བདེ་ལེགས་ཐོང་རོགས་ཀྱི་གཟི་བརྗིད་དེ་རྒྱ་ནག་གི་དྲིལ་བསྒྲགས་ལག་ཆ་ལ་འཁྱུར་བའི་ལི་ཐང་བསྟན་འཛིན་ལ་བརྟེན་དགོས་ཡ་གཅིག་རྩ་བ་ཉིད་ནས་མ་རེད། འདི་ལས་མཐོང་བ་ལ་དཔྱད་མཚོན་ན་ཉེ་རབས་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་དངོས་གནས་ཀྱི་རྟ་དཔའ་འོག་གི་ཡང་རྩེ་ཆུ་གཅིག་བྱུང་ས་ཀྱི་རྟ་ལུང་པ་ཆེད་དུ་འཕགས་པ་ཅིག་ཆགས་བསྡད་ཀྱི་ཡོད་རེད། སོ་སོ་འདྲ་བོ་ཞིག་ཡིན་ན་དངོས་གནས་ཀྱི་འདི་ལས་མཐོང་གི་ས་ཆ་ནས་དཔྱད། འདི་ལས་མཐོང་གི་ཁྲག་རྒྱུད་ཡིན་ཆོག་གི་རྟ་དཔའ་སྒོ་མང་པོ་བཅས་ཀྱི་བོད་ཀྱི་སྦྱར་བསྟན་ཆབ་སྲིད་ཀྱི་ཆེད་དུ་བློས་གཏོང་བྱས་རྗེས་བཞག་རྒྱུ་དེ་སོགས་ལ་བསམ་ཆེད་ནས་ག་དུས་ཡིན་ན་འདི་ལས་མཐོང་བ་ལ་གུས་བཀུར་ཆེ་ཐུག་ཡོད། དཔེ་ཆ་སྦྱར་བ་ཡིན་ན། བོད་གངས་ཅན་གྱི་ད་ཉེ་རབས་ཀྱི་ལོ་རྒྱུས་དཀའ་ལས་ཆེ་ཤོས་ཀྱི་དུས་ཚོད་ལ། བོད་ཀྱི་དམག་དོན་གྱི་ཆ་ནས། འཐབ་རྩོད་ཀྱི་ཆ་ནས་ད་རྡོག་རྩ་གཅིག་སྒྲིལ་གྱི་སྣེ་ཁྲིད། སྣང་བརྙན་གྱི་མགྲིན་ཐག་མེད་པའི་གིད། ད་པའོ། ལི་ཐང་ཨ་འབྲུག་མགོན་པོ་བཀྲ་ཤིས། དེ་ནས་ལི་ཐང་ར་འཕྲོད་ངག་དབང། དེ་ནས་ལི་ཐང་གཡུང་དྲུང་སྤོང། དེ་ནས་ལི་ཐང་ཟླ་དགུ་སེར་པོ་བློ་བཟང་དོན་གྲུབ། ལི་ཐང་དྲུག་གི་བསྟན་འཛིན་བདེ་ལེགས། ལི་ཐང་བློ་བཟང་དོན་གྲུབ། ལྟ་ལི་ཐང་རོང་རྗེ་ཨ་ར་ལ་སོགས་པའི་ལྟ་ལི་ཐང་གི་དངོས་གནས་ཀྱི་སྦྱར་གཞན་དང་དཔའ་སྙིང་མགྲིན་ཐག་མེད་པའི་ཕོ་རྒོད་མང་པོ་ཅིག་བྱུང་ཡོད་རེད། དེ་ག་ནང་བཞིན་བཙན་བྱོལ་ནང་ལོགས་ལ་ལྟ་དངོས་གནས་མི་ལོ་དྲུག་ཅུ་རེ་གཉིས་ཀྱི་ནང་ལོགས་ལ་བསམ་བློ་བཏང་ནས་ལྟ་བཙན་བྱོལ་ནང་ནས་ཡར་ཚར་བྱས་ནས་བཙན་བྱོལ་ནང་ལ་སྐྱེས་བཙན་བྱོལ་ནང་ནས་འཚར་ལོངས་བྱུང་མགྱོགས་ཀྱི་ནང་ལོགས་ནས་ལྟ་རྩེ་ཕུད་ཀྱི་གྲས

སྐད་གསང་མཐོན་པོ་གྱིས་གླེང་བྱས་ནས་རྩོད་གླེང་བྱེད་དགོས་པ་བཅས་རེད་མ་གཏོགས་རྒྱ་ནག་གི་དྲིལ་བསྒྲགས་ལག་ཆ་ལ་བེད་སྤྱོད་གཏོང་བསྡད་ཡག་གི་ལི་ཐང་བསྟན་འཛིན་འདྲ་བོ་ལ་བསྟེན་བྱས་ནས་ལི་ཐང་དབང་གི་མཚན་སྙན་བཙུགས་དགོས་ཡ་རྩ་བ་ཉིད་ནས་ཡོད་མ་རེད་དྲན་གྱི་ཡོད་ང་རང་འདྲ་བོ་གྱིས་ན། དེ་བས་ཀྱང་དངོས་གནས་ཀྱི་ལི་ཐང་བར་གྱི་མཚན་སྙན་དང་ལི་ཐང་གི་བསྟན་འཛིན་གྱི་རིན་ཐང་སྲུང་སྐྱོབ་བྱེད་ཡག་གི་འདོད་པ་ཡོད་ན། རྒྱ་ནག་གཞུང་གིས་ཁོ་རང་བེད་སྤྱོད་ལོག་པ་གཏོང་གི་ཡོད་བས་ཀྱི་དྲིལ་བསྒྲགས་རྫུན་མ་དེ་ལ་འཐེན་གཏོང་བྱེད་དགོས་བ་གི་གནད་དོན་ཅིག་རེད་མ་གཏོགས། རྒྱ་ནག་གི་འཆར་གཞི་འདི་འདི་ཐོག་ནས་ཁོ་རང་གཡོ་ཚོང་དང་བེད་སྤྱོད་ལོག་ལོག་པ་གཏོང་གི་ཡོད་བ་དེ་གཟིགས་གཞི་ལ་དྲིལ་བསྒྲགས་བྱེད་བདེ་བ་ཡིན་ན་གཟིགས་གཞི་ལ་བརྩི་བདེ་བ་ཡིན་ན་ད་དེ་དོན་དམ་པ་གི་ཐོག་ནས་རང་ལུང་པ་ལ་ཡོད་ཉེན་ཚོ་གི་ཁོ་རང་ལ་རང་མེད་འཇོག་གི་གནས་བབ་དེ་གསར་པོ་བཟོ་མ་ཐོབ་ཡག་དང། ཁོ་རང་གིས་ག་རེ་བྱས་བ་དེ་ཁོ་རང་གིས་འདོགས་པ་ཡོད་བས་ཀྱི་ངོས་འཛིན་ལོག་པ་ཅིག་ལ་འགྱུར་ཡག་གི་ཉེན་ཁ་ཡོད་བས་ཆགས་ནས་ནི་དེ་སོ། འདས་ལུང་པ་ལ་བསམ་བློ་གཏོང་ན་འདྲ་ལི་ཐང་བསྟན་འཛིན་རྒས་ལ་བསམ་བློ་གཏོང་ན་ངས་ཕན་ཐོག་ཡོད་རྒྱུ་ཅི་གས། མཐོང་གི་མེད། དེ་བཅས་ཞུ་བ་ཡིན། ད་མཐའ་མ་དེ་ལ་ང་འདྲ་བོ་གིས་དེ་རིང་ལི་ཐང་བསྟན་འཛིན། ཡིན་ན་འདྲ་ཆོས་ཡན་གཅིག་ཡིན་ན་འདྲ། དེ་ནི་ད་དེ་ལ་སོགས་པ་གིས་ད་བོ་ནོར་ལོག་གི་གོང་ལྟར་མི་སྣ་བྱེ་བྲག་པ་ག་འདྲ་ཅིག་བེད་སྤྱོད་ལོག་པ་གཏོང་གི་ཡོད་པ་དེ་ལ་སྐྱོན་བརྗོད་བྱེད་པ་དེ། སྡེ་བྱེ་བྲག་པ་ལི་ཐང་གི་བཟོ་འདྲ་བོ་ལ་མ་དགའ་བ་དང། ཕྲག་དོག་གི་གནས་སྟངས་རྩ་བ་ཉིད་ནས་ཆགས་ཀྱི་མེད། ད་དེ་དེ་རིང་ལི་ཐང་བསྟན་འཛིན་གྱི་སྐོར་ལ་སྐད་ཆ་བཤད་པ་དེ་སྡེ་ལི་ཐང་བ་ལ་མ་དགའ་དང་མ་དགའ་བ་དང་ཕྲག་དོག་རེད་ལབ་ཀྱི་ཡོད་ན་འོ་ན་ང་འདྲ་བོ་གིས་ལི་ཐང་དྲུག་གི་བསྟན་འཛིན་བདེ་ལེགས་དང་རོང་རྒྱའི་ཨ་གྲགས་དང་ཨ་མདོ་མགོན་པོ་བཀྲ་ཤིས་དང་ལི་ཐོང་བློ་བཟང་སེང་གེ་དེ་སོགས་ལ་ཆེད་དུ་བྱས་མྱོང། འོ་ན་དེ་སོགས་ཡང་ལི་ཐོང་བ་ལ་མ་དགའ་བ་དང་ལི་ཐོང་བ་ལ་ཕྲག་དོག་རེད་ཟེར་ནང་པ་ཚོ་གི་ལ་བས་ཡིན་པས། དེ་ཡང་དྲི་བ་གཅིག་མ་རིག་རང་རིག་ཆགས་སོང། མ་གཞི་ནས་ད་དེ་སྔོན་དང་དེ་རིང་ལི་ཐོང་བསྟན་འཛིན་དང་འབྲུ་བིག་གི་ཐད་ལ་རྒྱ་ནག་གི་དྲིལ་བསྒྲགས་ལག་ཆ་ལ་བེད་སྤྱོད་ལོག་པ་གཏོང་གིན་འདུག་བ་དེ་ལ་ང་ཚོ་གི་གཞི་གཟབ་དགོས་ཡ་དང་ང་ཚོས་དེ་སོགས་ལ་བསྔགས་རྒྱུགས་དང་དགའ་འབུ་མི་རང་བ་བཤད་གི་ཡོད་མ་གཏོགས་བོད་ནང་ལོགས་ལ་རང་གི་གདམ་ག་མེད་པ་ཧ་གོ་བའི་ཐོག་ནས་ལི་ཐང་བསྟན་འཛིན་ཁོ་རང་སྒེར་ལ་སྐྱོན་བརྗོད་བྱེད་ཧ་གི་གནས་སྟངས་མེད་ད་ལྟའི་ཆ་ལ་དེ་ཞུ་གི་ཡོད་སྟབས་མ་འོངས་པ་ལ་ང་ཚོ་གི་གཅིག་བོད་ནང་ལོགས་ནས་བྱེད་རྒྱུ་ཚང་མ་ལ་ཡང་ང་ཚོ་གི་རང་དབང་ཡོད་མ་རེད་ལབ་ཀྱི་ནས་གུ་ཡངས་འདྲ་བོ་ཅིག་གཏོང་ཡ་མང་དྲག་བ་ཡིན་ན་ནི་ཡང་ག་འདྲ་ཆགས་ཀྱི་ཡོད་དེ་ཡང་ང་ཚོས་བསམ་བློ་གཏོང་དགོས་ཧ་གི་གནས་སྟངས་ཆགས་ཀྱི་ཡོད་རེད་ག་རེ་བྱེད་ལབ་ན་ཉེ་བའི་ཆ་ལ་ཁག་ཅིག་གི་ཚད་ལྡན་སྒྲོལ་མ་གི་གནས་སྟངས་གི་ཐོག་ལ་ཡིན་ན་ལས་ཡང་ཅིག་ཧ་ལམ་བསམ་གཞིག་དགོས་ཀྱི་རེད་དེ་རང་དབང་མེད་པའི་གི་གནས་སྟངས་རེད། ལབ་དད་ཀྱི་གནས་སྟངས་ཡོང་གི་འདུག་ཨ། ད་སློབ་མ་ཚད་ལྡན་སྒྲོལ་མ་འདྲ་བོ་ཆ་བཞག་ན་མི་ཚེ་ཆ་ཚང་གུང་ཁྲན་ཏང་ལ་རྟོག་པ་གཏོང་བྱས་ནས་དགྲ་བོ་རྒྱ་ནག་ལ་རྟོག་པ་གཏོང་བྱས་ནས་སླེབས་བསྡད་ཆོས་བྱེད་འདུག་དེ་རང་དབང་ཡོད་མེད་ཀྱི་གནས་སྟངས་བཅས་ལ་ངས་ངོས་འཛིན་རྩ་བ་ཉིད་ནས་བྱེད་ཀྱི་མེད་དེའི་བཟོ་འདྲ་བོ་ལ་མ་འོངས་པ་བོད་ནང་ལོགས་ནས་ཡིན་པ་ཡིན་ན་ལས་ང་ཚོ་གིས་སྐྱོང་རྒྱུ་བྱེད་དགོས་ཀྱི་གནས་སྟངས་ཏན་ཏན་དག་ཆགས་ཀྱི་རེད་དྲན་འདུག་ག་རེ་བྱེད་ལ་ནི་ང་ཚོ་གིས།

སྐྱོན་བརྗོད་བྱེད་ཉེན་ཡོང་གི་རེད་དེ་འདྲ་བྱས་བ་ན་སྐྱོན་བརྗོད་བྱེད་ཉེན་ཡོང་བ་ཡིན་ན་ལས་འཐབ་རྩོད་ལ་ཕན་གི་ཡོད་བ་ཡིན་ན་ང་འདྲ་བོ་གྱིས་ན་བློས་གཏོང་གི་དེ་སྔ་ཡིན་ན་བྱས་བ་ཡིན། དངོས་གནས་ཀྱི་བོད་སྤྱི་བ་ལ་བསམ་བློ་གཏོང་བྱས་ནས་ཁ་རུ་ཁ་ཐུག་མཐོ་དམན་ག་འདྲ་ཅིག་ཡིན་པ་ཡིན་ན་ལས་བསམ་ཚུལ་བོད་སྤྱི་བའི་ཆེད་དུ་བཤད་དེ་ཉིན་གྱིས་མ་འོངས་པ་ལ་ད་ག་རང་ཡིན། ལྷག་པར་དུ་ད་རྒྱལ་ཁབ་དགྲ་ཡི་ལག་པ་ལ་ཡོད་མཁན་གྱི་ནག་ཚོགས་ལ་བསམ་བློ་གཏོང་བ་ཡིན་ན་སྤྱི་ཡོངས་ནས་གཅིག་གྱར་ཞེན་དང། ལུང་ཚན་གྱི་ཞེན་འགུག་གི་ཁྱད་པར་དེ་ཇི་ཞིག་དགོས་པ་དེ་གལ་ཆེན་པོ་ཞིག་ཡོད་རེད། མི་སུ་ཡིན་ན་ལུང་ཚན་གྱི་ཞེན་འགུག་རྩ་བ་ཉིད་ནས་མེད་རྒྱུ་ཅི་ཡོད་མ་རེད། ཡིན་ན་ལེ་ང་ཚོའི་རྒྱལ་ཁབ་དགྲ་ཡི་ལག་པ་ལ་ཡོད་དབུས་ཀྱི་གནད་དོན་འདི་ལ་བསམ་བློ་གཏོང་བྱེད་ནས། ད་ལྟའི་ཆར་ལ་དངོས་གནས་ཀྱི་བོད་ནང་ལོགས་ལ་དཀའ་ངལ་གནས་སྟངས་ཐད་ལ་བསམ་བློ་གཅིག་གཏོང་བྱས་ནས་རྒྱལ་ཁབ་ཀྱི་ཞེན་ཁོག་དང་ལུང་ཚན་གྱི་ཞེན་ཁོག་བྱེད་དུས་རྒྱལ་ཁབ་ཀྱི་ཞེན་ཁོག་དེ་རྩ་ཆེར་བརྩི་དགོས་པ་གི་རྣམ་འགྱུར་ཅིག་དང་བློ་ཁོག་ཅིག་དང་སྤྱི་སེམས་ཅིག་དགོས་པ་དེ་གལ་ཆེན་པོཞེས་པ་འདུག་དེ་ངས་ཚང་མ་ལ་ཞུ་གི་ཡོད་དེ་ནས་རྣམ་པ་ཚང་མ་འགའ་རེ་ཆེ།